ད་རྣམ་པ་ཚོ་ཚང་མ་སྐུ་ཁམས་བཟང་སྲིད་ནས་བཞུགས་ཡ་དང། ད་འདི་ནས་རྟ་ཁ་ཚང། ཁ་ཚང་ང་ཚོ་རྟ་དེ་དཔག་ཡོད་བསྟན་པའི་ལུས་པོའི་ནང་ནས་ཡུག་གི་གངས་ནི་མ་རྟ་པའི་གཡང་ནས་གཡང་དུ་སྐོར་རྒྱབ་ནས་རྟ་ཉོན་མོ་བ་གཉན་པོ་དང་ད་ག་ནང་བཞིན་གྱི་ཉོན་མོ་ལ་ཡ་ཁབ་ཏེ་ཇག་དང། འོ་ད་འདི་འདྲིག་མང་པོ་ཅིག་པས་དེ་ནས་ཡང་ནས་ཡང་དུ་བཀོད་ར་བརྒྱབ་ནས་དེ་ནས་མང་པོ་ཞིག་གསུངས་སོང་ངམ། དེ་ཚོ་ཚང་མ་ག་ར་རེད། ཀུན་རྫོད་ལ་ལྟོས་པའི་རྟགས་ཁོ། ཉོན་མོངས་བ་གཉེན་པོ་བསྟེན་ཚུལ་དེ་འདྲའི་ཆིག་ཆེ། ད་དེ་ནས་དུས་གང་དུ་ལ་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་བྱ་དེ་མ་འཆོལ་ནས་དོན་དམ་ལ་ལྟོས་པའི། ད་དེ་ནས་ཉོན་མོངས་འོ་དེ་ནས་སྤང་ཚུལ་དུ་གསུང་གི་ཡོད་རེད། ཁ་སང་དེ་བཞིན་པ། ད་དེ་ཤེས་འོང་དེ་གང་ལ་ག་ར་རེད་དེ་གང། ཉོན་མོངས་རྩ་བ་ནི་དེ་ནི་སྤང་བཞག་པ་ཡིན་ན་ཉོན་མོངས་གཏན་ས་གི་རྒྱུ་མེད་པ་ཆགས་འགྲོ་གི་རེད། དོན་དག་ཉོན་མོངས་ཀྱི་རྩ་བ་གང་ཟག་གི་བདག་འཛིན་དུ་མེད་པ་བཟོས་བཞག་པ་ཡིན་ན་ཉོན་མོངས་ཀྱི་རྒྱུ། རྒྱུ་ཡི་རྩུབ་བུ་དེ་མེད་པ་ཆགས་འགྲོ་གི་རེད། ཉིན་ཉོན་མོངས་ཀྱི་རྒྱུ་ཡི་རྩུབ་བུ་མེད་པ་ཆགས་སོང་པ་ཡིན་ན་ད་ནི་ཉོན་མོངས་ཀྱི་སྐྱེ་ས་ཡོད་མ་རེད། འོ་ད་དེ་འདྲའི་ཕྱིར། དཔེར་ན་ང་ཚོ་ས་བོན་མེད་པ་ཡིན་ན་མྱིག་གི་འབྱུང་བ་ཡོད་མ་རེད། ཤིང་གི་རྩ་བ་མེད་པ་ཡིན་ན་ཁོ་དབྱར་ཁ་དུ་ལོ་མ་གོ། དེ་ནས་སྐྱེས་ཡོང་བ་རེད་འོ་དེ་དེ་གཅིག་པ་གཅིག་ཀྱང་ཉོན་མོངས་པའི་རྩ་བ་གང་ཟག་གི་བདག་འཛིན། ཨ་ནི་མེད་པ་བཟོ་བཞག་པ་ཡིན་ནི་དེ་ནི་ཉོན་མོངས་བསྟེན་ས་གི་རྒྱུ་ཡོད་མ་རེད་ཉོན་མོངས་བསྟེན་ས་གི་རྒྱུ་མེད་སོང་པ་ཡིན་ན་ཉོན་མོངས་སྐྱེ་ཡ་ཁོ་རང་ཡོད་མ་རེད་ག་རེ་རེད་ཟེར་ན་ཉོན་མོངས་ཟེར་ཡ་དེ་སྤྱི་སྟངས་ཀྱི་ཆེད་ནི་ཁོ་འབྲས་བུ་གཅིག་རེད་བ། འབྲས་བུ་གཅིག་ཡིན་སོང་ས་ཁོ་སྐྱེ་བྱེད་ཀྱི་རྒྱུ་དུ་མེད་པ་བཟོ་བཞག་པ་ཡིན་ན། ཨེ་ཁོ། དེ་ནས་དེའི་ཕྱིས་སུ་ནི་ཁྱོད་ནི་སྐྱེ་བ་མེད་པར་ཆགས་འགྲོ་དགོས་ཡོད་རེད། དེ་འདྲའི་སྐྱེས་སོ། ད་དེའི་འོག་ཏུ་ནི་རྩ་བ་ཆུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིག་པ། དེས་ཀྱང་རྩ་བ་གང་ཟག་གི་ཉོན་མོངས་པའི་རྩ་བ་གང་ཟག་གི་བདག་འཛིན་ཏེ། ནོ། འོ་དེ་ནི་རྩ་བ་ནས་མེད་པར་བཟོ་བཞག་པ་ཡིན་ན་རྩ་བ་ནས་ཕྱུང་ན་ཕྱུང་ཟེར་ཏེ་མེད་པར་བཟོ་བཞག་པ་ཡིན་ན། ཨ་ནི་ཉོན་མོངས་གནས་ས་གའི་རྟེན་གང་ན་ཡང་ཡོད་བ་མ་རེད། དེ་ནི་གང་ལ་ཉོན་མོངས་ངེས་པར་དུ་སྤོང་རིགས་ཀྱི་རེད། སྤོང་ཐུབ་ཀྱི་རེད། ང་ཚོ་འབད་རྩོལ་བྱེད་པ་ཡིན་ན་ཉོན་མོངས་ངེས་པར་དུ་སྤང་ཐུབ་ཀྱི་རེད། འོ་དེ་རེད་བ། ད་དེ་འོ། གལ་ཏེ་ཉོན་མོངས་སྤངས་ཨ་ལས་ཤོག་གྲངས་དེ་འདི་རེད་དམ་བརྒྱ་དང་སུམ་ཅུ་སོ་གཉིས། བརྒྱ་དང་སུམ་ཅུ་སོ་གཉིས་ནི་ང་ཚོ། གལ་ཏེ་ཉོན་མོངས་པ་རྣམས་ཀྱང་རང་གི་རྒྱུ་ལས་སྐྱེ་ཞིང་རང་བཞིན་གྱིས་གྲུབ་པས་ན་གཅིག་ཀྱང་སྤོང་མི་ནུས་སོ་ཞེ་ན། བྱས་ཙང་ད་དེ་འདྲ་གི་དོགས་པ་ཅིག་སླེབས་གི་རེད། ག་རེ་རེད་ཟེར་ན། ཉོན་མོངས་ག་འདྲ་ཅིག་ཡིན་པ་ཡིན་ན་དེ་ཚོ་ཚང་མ་ད་ང་རོ་སོ་སོ་གི་སེམས་ཅན་ལ་བརྟེན་ནས་སྐྱེ་གི་ཡོད་རེད་བ། དེ་ནི་ཁོ་སེམས་ཁོ་རང་གི་རང་བཞིན། འོ་དེ་ནི། སྐྱེས་ཤིང། རང་བཞིན་གྱིས་གྲུབ་ཨ་ལས། ཉོན་མོངས་ཁོ་རང་ག་རེ་རེད་ང་རོ་ཚོ་གི་སེམས་ཅན་ལ་དེ་ནི་སྐྱེ་གི་འདུག། ད་ག་ནང་བཞིན་གྱི་ཉོན་མོངས་ཁོ་རང་རང་བཞིན་གྱིས་གྲུབ་ཀྱི་འདུག་བདེན་པར་གྲུབ་ཀྱི་འདུག་ཟེར། གྲུབ་པས་ན། གཅིག་ཀྱང་སྤང་མི་ནུས་སོ། བ་ད་ཁྱོད་ནི་སྤང་ཐུབ་ཀྱི་མ་རེད། དེ་ནང་ནས་ཉོན་མོངས་གནས་སྐབས་གཅིག་ཡང་སྤང་ཐུབ་ཀྱི་མ་རེད། དེ་འདྲའི་རྟོག་པ་ཅིག་སླེབས་ན། ད་དེ་འདྲའི་རྟོག་པ་ཟ་བ་ཡིན་ན་ཁོ་སེམས་ཅན་ལས་སྐྱེ་གི་འདུག། ད་ག་ནང་བཞིན་ཁོ་རང་བཞིན་གྱིས་སྒྲུབ་དགོས་འདུག་ཟེར། འོ། དེ་ཡིན་དུས་གང་ལ་ཁོ་ཉོན་མོངས་གཅིག་ཡང་སྤང་ཐུབ་དགོས་མ་རེད་ཟེར་ནས་འོ་དེ་འདྲ་གི་དོགས་པ་ཅིག་ཟ་བ་ཡིན་ན་ཟེར། ད་དེའི་དོགས་པ་དུ་སེལ་ར་ལ་སྤྱོད་འཇུག་གི་རྩ་བ་འདི་ནི་འོ་དེ་ཡི་དོགས་པ་དུ་སེལ་གི་ཡོད་རེད་ཟེར། ཉོན་མོངས་རྣམས་ནི་ཡུལ་ན་མིན་ནས་དབང་ཚོགས་ལ་མི་སྤར་ནའང་མིན་ཟེར། འོ་དེ་རེད། ད་ཁྱེད་རང་ཉོན་མོངས་དེ་ཉིད་བདེན་པར་གྲུབ་རང་བཞིན་གྱིས་གྲུབ་ཟེར་ནས་ལབ་སོང་ངམ། ཡིན་ན་ཡང་ཉོན་མོངས་རྣམས་ནི། ཁོ་རྐང་ཉོན་མོངས་སྐྱེ་ས་ཀྱི་ཡུལ་ལ་ཡང། ཨ་ནི། ཁོ་རང་བཞིན་གྱིས་ཡོད་རེད་བས་ཟེར་ནས་རྩ་བ་ཉིད་ནས་ཡོད་མ་རེད། ཡུལ་རྣམས་ནི། དབང་ཚོགས་ལ་མིན། ཁོ་གི་བདག་རྐྱེན་གྱི་དབང་པོ། ཨ་ནི་ང་ཚོ་མིག་གི་དབང་པོ་ལ་སོགས་པའི་བདག་རྐྱེན་གྱི་དབང་པོ་དེ་ཚོ་ལ་ཡང་གནས་གི་རེད་བས་ཟེར་ནས་དེ་ཡང་དེ་ལ་ཡང་རང་བཞིན་གྱིས་གནས་གི་མ་རེད། དབང་ཚོགས་ལ་མིན། དེ་དག་གི་བར་ན་ཡང་ཉོན་མོངས་སྐྱེ་ས་གི་ཡུལ་ལ་ཡང་མ་གནས། ཉོན་མོངས་གང་དེ་ནས་སྐྱེ་བའི་བདག་རྐྱེན་གྱི་རྟེན་ལ་ཡང་མ་གནས་དེ་ནས་རང་བཞིན་གྱིས་གནས་གི་མ་རེད། དེ་གཉིས་ཀྱི་བར་རིགས་ལ་ཡང་ཁོ་ཡང་ཚིག་ཐབས་རང་དབང་བ་འདྲ་བོ་ཅིག་གི་ཐོག་ནས་ཉོན་མོངས་གནས་གི་རེད་བས་ཟེར་ནས་དེ་རྩ་བ་ཉིད་ནས་གནས་གི་མ་རེད། འོ་དེ་སོང་ངོ། དེ་ལས་གཞན་སྣང་ངམ་མི་སྣང། ད་དེ་ལས་གཞན་སྣང་གི་གནས་ཚུལ་གཅིག་ཡོད་མ་རེད། རང་བཞིན་གྱི་གནས་ཚུལ་གཅིག་ཡོད་མ་རེད། འོན་ཏེ། དེ་ལས་གཞན་སྣང་ངམ་མི་སྣང། འདི་དག་ཀར་ནས་འགྲོ་བ་ཀུན་ནོད་བྱེད། འདི་དག་ཁོ་རང་བཞིན་གྱིས་གང་ན་ཡང་ཁོ་རང་བཞིན་གྱིས་གྲུབ་པའི་ཚུལ་གྱི་གནས་ཚུལ་ཞིག་ཤེས་ཀྱི་མེད་སོང་ཙང་ཁྱེད་རང་རང་བཞིན་གྱིས་གྲུབ་ཀྱི་རེད་ཟེར་བ་དེ་འགྲིག་གི་ཡོད་མ་རེད། འོ་ད་དེ་སོང། ད་འདི་གི་ཆེན་པོ་ཅི་ཡིན་གསུངས་སོ། ཉོན་མོངས་རྣམས་ནགས་གཟུགས་ལ་སོགས་པའི་ཡུལ་རྣམས་རང་བཞིན་གྱིས་མག་ནས་བྱས་ཙང་འདི་མག་ནས་ཟེར་ཏེ་མེད། མག་ནས་ཟེར་འདི་ཚོ་རང་བཞིན་གྱིས་མག་ནས་རང་བཞིན་གྱིས་མེད་དེ་ལ་གོ་དགོས་རེད་མ་གཏོགས་སྤྱིར་བཏང་གི་ཆེ་ནས་ཉོན་མོངས་དེ་ཐ་སྙད་དུ་མེད་པ་ལ་གོ་གི་མ་རེད་དེ་གོ་ན་འགྲིག་གི་ཡོད་མ་རེད། འོང་སྟེ། ཉོན་མོངས་གར་ཡོད་པ་དེ་གར་འདྲེས་ཚེ་ང་ཚོ་ལ་ཡང་དེ་ནི་ཁོ་ངི་ང་ཚོ་གི་རྒྱུད་ལ་སྐྱེས། སྐྱེས་ནས་རྙོག་དྲ་ཚང་མ་བཟོས་ཡང་དེ་ང་ཚོ་ཉམས་མྱོང་གི་ཐོག་ནས་གྲུབ་ཀི་ཡོད་སོང་ཉོན་མོངས་ཁྱོན་ནས་མེད་ལབ་ན་འགྲིག་གི་ཡོད་མ་རེད། འོ་ན་ཉོན་མོངས་ཡོད་ཚུལ་དེ་ག་འདྲས་བྱས་ནས་ཡོད་རེད་ཟེར་དུས་གང་ལ་རང་བཞིན་གྱིས་གྲུབ་པའི་ཚུལ་གྱིས་ཡོད་རེད་བས་ཟེར་ན་དེ་ཡང་ཡོད་མ་རེད། འོ་ན་མེད་པ་རེད་ཟེར་ན་མེད་པ་ཡང་མ་རེད། ད་འོ་ན་ག་འདྲས་བྱས་ནས་ཡོད་རེད་ཟེར་དུས་བྱས་ཙང་གཞན་ལ་ལྟོས་ནས་ཡོད་རེད་རྟེན་འབྲེལ་གྱི་ཚུལ་གྱིས་ཡོད་རེད། ཁོ་རྟགས་ཙམ་གྱིས་ཡོད་རེད་མིང་ཙམ་གྱིས་ཡོད་རེད་ཟེར་བ་ད་ཐིག་སྐོར་དུ་སོང་གོ། ཉོན་མོངས་རྣམས་ནི་གཟུགས་ལ་སོགས་པའི་ཡུལ་རྣམས་རང་བཞིན་གྱིས་མི་གནས་ཏེ། དེ་ལྟར་ན་དགྲ་བཅོམ་པ་རྣམས་ཀྱིས་ཀྱང་གཟུགས་མཐོང་བ་ལ་སོགས་པའི་ཚེ་ན་ཉོན་མོངས་སྐྱེ་བར་ཐལ་བའི་ཕྱིར་རོ། དཔེ་མི་སྲིད་ཡག་གོ། གལ་སྲིད་གཉིས་མེད་ཡུལ་ལ་ཡང་ཉོན་མོངས་རང་མཚན་པ་ཅིག་གནས་ཀྱི་ཡོད་པ་ཡིན་ན་ཉོན་མོངས་རང་དཔེ་ནི་ཡུལ་རོ་གཟུགས་ལ་ང་ཚོ་ཆགས་པ་སྐྱེ་ས་གི་ཡུལ་ཡུལ་དུ་འོང་བ་དེ་ཚོ་ལ་ཡང་ཨ་ནི་ཉོན་མོངས་ཨ་ནི་རང་བཞིན་གྱིས་ཡོད་པ་ཡིན་ན། ཉོན་མོངས་སྤངས་ཟིན་པས་ཉྭ་རང་སྒྲ་བྱུང་བའི་རྒྱུ་ལ་ཡང་ཨ་ནི་འདོད་ཆགས་སྐྱེ་ཡ་ཡོད་རེད་པས་ག་རེ་བྱེད་རེད། ཡུལ་ཡུལ་དུ་འོང་བའི་ཡུལ་དེ་ཚོ་ལ་དམིགས་ཡ་ཡོད་རེད་བ་ཟེར་བ་རེད། བྱས་ཙང་སྒྲ་བྱུང་སྒྲ་བྱུང་ཞེས་པའི་སྒྲ་ག་རེ་བྱུང་ཡོད་རེད་ཟེར་སྒྲ་ཉོན་མོངས་མེད་པ་བཟོ་ཚར། ཉོན་མོངས་གཙང་མ་གཙང་རྐྱང་སྤངས་ཚར་བའི་ཕྱིར་ན་དགྲ་བཅོམ་པ་ཟེར་རོ། དགྲ་བཅོམ་པ་དེ་ཚོ་གི་ཡང་ཡུལ་ཡིད་དུ་འོང་བ་མཐོང་བ་ཡོད་རེད། དགྲ་བཅོམ་པའི་ཡུལ་ཡིད་དུ་འོང་བ་མཐོང་བ་དེའི་ཚེ་ཁོ་རྒྱུད་ལ་ཉོན་མོངས་སྐྱེ་གི་རེད་བས། ག་རེ་བྱས་ནས་ཟེར་ན། ཁོ་ཡུལ་ཡིད་དུ་འོང་བ་དང་མཐུན་གི་འདུག། ཁྱེད་རང་གི། ཉོན་མོངས། རང་བཞིན་གྱིས་གྲུབ་དགོས་རེད་རང་བཞིན་གྱིས་གྲུབ་ན། ཡུལ་གྱི་ཆ་ལ་རང་བཞིན་གྱིས་གྲུབ་དགོས་རེད་ལབ་པ་ཡིན་ན་བྱས་ཙང་དང་གཟུགས་ཡོད་དུའང་མཐོང་བ་དེའི་ཚེ། དེ་དང་མཉམ་དུ་ཁོ་གཟུགས་མཐོང་བའི་བློ་ལུས་ཀྱི་སྐྱེ་བ་དང་མཉམ་དུ། ཁུ་སྐྱེ་ལ་ཡང་དེ་ནས་འོ་ནི་ཉོན་མོངས་ཡང་སྐྱེ་གི་རེད་བས། དེ་སྐྱེ་ཡ་ཡོད་མ་རེད་ག་རེ་ཟེར་ཁོ་དགྲ་བཅོམ་པ་ཡིན་སོང་ཉོན་མོངས་པས་སླར་མི་སྐྱེ་བའི་ཆོས་ཅན་དུ་བཟོས་ཟེར་རྩ་བ་ནས་པའི་སྤང་ཚ་རེད་འོ་དེ། དང་མིག་ལ་སོགས་པའི་དབང་པོ་ཡི་ཚོགས་ལ་ཡང་དེ་ལྟར་གནས་པ་མིན་ཏེ། དང་མིག་ལ་སོགས་པའི་དབང་པོ་ཡི་ཚོགས་དག་གིས་བདག་གི་དབང་པོ་ཡི་ཚོགས་དུ་ཚོད་ལ་ཡང། དོན་དམ་པར་སྤྲོས་པའང་རང་བཞིན་གྱིས་སྤྲུལ་པའི་ཚུལ་གྱིས་ཉོན་མོངས་དག་གནས་དགོས་པ་མ་རེད། གནས་ལུགས་ཀྱི་དོན་སེམས་པའི་ཚེ་མིག་ཡོད་ཀྱང། དེ་ནི་ཉོན་མོངས་མ་དམིགས་པའི་ཕྱིར་རོ། བྱས་ཙང་གནས་ལུགས་མངོན་སུམ་དུ་རྟོགས་པའམ། སྟོང་ཉིད་མངོན་སུམ་དུ་རྟོགས་པ་བདག་མེད་པ་དེ་ནི་རྟོགས་པ་དེའི་ཚེ། དབང་པོ་དེ་ཚོ་ཡོད་རེད་མིག་གི་དབང་པོ་ནས་ཡིད་ཀྱི་དབང་པོ་བར་དུ་ཚང་མ་ཡོད་རེད་ཟེར། དེ། སྟོང་ཉིད་རྟོགས་པ་པོ་གང་ཟག་གི་རྒྱུད་ལ། མིག་གི་དབང་པོ་ནས་ཡིད་ཀྱི་དབང་པོ་བར་དབང་པོ་སྤྲུལ་སྐར་ཚང་མ་དེ་ཡོད་རེད་ཟེར་ཏི་ཡོད་ནའི་སྐབས་ལ་ཡང། ཡིན་ནའི་ཏི་ཡོད་ནའི་སྐབས་ལ་ཁོ་ལ་ཉོན་མོངས་སྐྱེ་གི་མི་འདུག་ཟེར། ཁྱེད་རང་ལྟར་ན་ག་རེ་རེད་ཟེར་ཏེ་གང་ལ་དབང་པོ་ལ་རང་བཞིན་གྱིས་ཡོད་པ་ཡིན་ན། ཉོན་མོངས་རྣམས། དབང་པོ་བདག་བསྐྱེད་དབང་པོ་དྲུག་པོ་གང་རུང་གི་དེ་ནི། རྟེན་ལ་ཡང་རང་བཞིན་གྱིས་གྲུབ་ཀྱི་ཡོད་ན། འོ་ན་གནས་ལུགས་མངོན་སུམ་དུ་རྟོགས་པའི་གང་ཟག་དེ་གའི་རྒྱུད་ལ་ཡང་ཉོན་མོངས་སྐྱེ་དགོས་ཀྱི་ཡོད་རེད་ག་རེ་བྱས་རེད་ཟེར་དུས་ཀྱང་ཁོ་ལ་དབང་པོ་དྲུག་ཀ་ཏག་ཏག་ཚང་གི་འདུག་ཁོའི་རྒྱུད་ལ་དབང་པོ་དྲུག་ཀ་ཏག་ཏག་ཡོད་དེ་རེད། འོ་དེ། སྟེ། དེ་དག་གི་བར་ནའང་གནས་པ་མེད་ལ། ད་དེ་གཉིས་ཀྱི་བར་རིགས་ལ་ཡང་རང་བཞིན་གྱིས་ཡོད་རེད་པས་ཟེར་ན་ཡོད་མ་རེད། གནས་པ་མིན་ལ། དེ་ལས་གཞན་ནའང་ཡང་དེ་ལས་ཡང་གནས་ཚུལ་གཞན་པ་ཡུལ་ན་མ་གནས་དབང་པོ་ལ་མ་གནས་དེ་དག་གི་བར་ན་མ་གནས་པས་དེ་ལས་གཞན་པ་གི་རང་བཞིན་གྱིས་ཡོད་ཚུལ་གྱིས་ཡོད་རེད་པས་ཟེར་ན་དེའང་ཡོད་མ་རེད། གཞན་ནའང་གནས་པ་མིན་ན། ལན་ཅིག་རྩ་བ་ནས་ཕྱུང་བ་དང། འོ་དེ་ནི་ཁོ་ཅིག་ཐེངས་མ་གཅིག་སོ་སོའི་རྩ་བ་ནས་ཁོ་མེས་པོ་བཟོ་ཐུབ་སོང་ན། རང་བཞིན་གྱིས་སྤྲུལ་པ་འདི་དག་ཀར་ནས་འགྲོ་བ་ཀུན་ལའང་གནོད་པ་བྱས་ཏེ་གང་དུ་ཡང་མ་གནས་པའི་ཕྱིར་རོ། བྱས་ཙང་ཁོ་ཉོན་མོངས་ཟེར་བ་དེ་ཁོ་རྩ་བ་ནས་གཅིག་སྤངས་ཐུབ་སོང་བ་ཡིན་ན་དེ་ནས་བཟུང་སྟེ་སུ་གང་ལ་ཡང་བ་དེ་ནི་དེ་ནི་གནོད་གི་མ་རེད། བ་དེ་སྤངས་ཚད་ཉིད་ཀྱི་གང་ཟག་དེའི་དེ་ལས་དེ་ནས་བཟུང་སྟེ་ཉོན་མོངས་ཀྱི་ཆོས་ནི་བ་གནོད་པ་སྐྱེ་གི་མ་རེད། ཁོ་ག་རེ་རེད་སྲིད་གང་ན། ང་ཚོ་ཡིན་ན་ཅིག་འཇའ་ཡེར་བ་ནང་བཞིན་ཅིག་འཇའ་ཟེར་ཡང་ནམ་མཁའ་ལ་འཇའ་ཤར་ཡང་འདུག་ཨ། འཇའ་དང་ཁོ་བསྟུན་ནས་སྤུ་གས་ནས་ཅིག། ཁོ་ཤར་བའི་ཚེ་ན་སྙིང་རྗེ་བོ་འགྲོ་ཅིག་ཤར་ཡང་འདུག་ཨ། ཡིན་ན་ཁོ་ཡིད་འགྲོ་དེ་གང་ན། ག་འདྲེ་གཅིག་ནི་ག་བ་འགྲོ་རེད། ཁོ་གནས་ས་གི་སྟེང་ནི་ག་བ་གཅིག་འགྲོ་རེད་ག་བ་ཡིད་འགྲོ་རེད། ད་ཡང་ཁོ་ས་ཆ་དེ་ནི་ཁོ་མེད་པ་ཆགས་སོང་བ་ཡིན་ན་ཡང་ས་ཆ་གཞན་དག་ཅིག་ལ་གནས་གི་རེད་པས་ཅིག་ཨོ་དེ་འདྲའི་ལབ་ན་ཁོ་འདས་ལགས་འདས་གི་རེད་འདས་ལགས་འདས་གི་རེད་མ་རེད་ཟེར་ནས་དེ་འདྲའི་ག་ཅིག་བྱེད་ཡ་མི་འདུག་ཨ། ཨོ་ལྟས་ནང་བཞིན་གྱི། འདི་ཡང། ག་རེ་རེད་ཟེར་དུས་གང་ལ། ཁོ་སྤྱི་སྟངས་ཀྱི་ཆ་ནས་ཉོན་མོངས་དུ་ཡོད་པ་གང་ཞིག་ལ། རང་བཞིན་གྱིས་གྲུབ་པའི་ཚུལ་གྱིས། འདས་ལ་ཡང་འདས་པ་འདས་ལ་ཡང་འདས་པ་དེ་ལ་ཡོད་པ་དེ་ལ་ཡོད་པ་དེ་འདྲ་བྱས་ནས་ཨོ་རྩ་ཆོད་བཏང་བ་ཡིན་ན་གང་ལ་ཡང་ཡོད་པ་ཡོད་པ་མ་རེད། ད་མདོར་བཞག་མདོར་བསྡུས་བཞག་པ་ཡིན་ན་སྔར་སོ། ག་འདྲའི་འདྲ་བོ་ཅིག་བསམ་བློ་བཏང་ཁུག་འདུག། ཉོན་མོངས་ཟེར་བ་དེ་ག་འདྲས་ཅིག་གོ། ཉོན་མོངས་ཟེར་བ་གྲུབ་སྟངས་ག་འདྲས་ཅིག་རེད། རྒྱུད་དང་རྐྱེན་ཏིང་འབྲི་མང་པོ་ཅིག་ཚོགས་པ་ལ་བརྟེན་ནས་གྲུབ་ཀྱི་ཡོད་རེད། རྟེན་འབྲེལ་མང་པོ་ཅིག་འཛོམས་པ་ལ་བརྟེན་ནས་ཁོ་བྱུང་གི་ཡོད་རེད། འོ་དེ་ཡིན་སོང་ཙང་ཁོ་རྟེན་འབྲེལ་གྱི་རང་བཞིན་རེད། ཉོན་མོངས་ཟེར་བ་དེ་ཁོ་རྟེན་འབྲེལ་གྱི་རང་བཞིན་ཅིག་རེད། ཁོ་རྟེན་འབྲེལ་གྱི་རྟེན་འབྲེལ་གྱི་རང་བཞིན་གྱི་ཡིན་སོང་ཙང་གཞན་ལ་གཏུག་གི་ཡོད་རེད་ཉོན་མོངས་ཟེར་བ་དེ་ཁོ་གཞན་ལ་གཏུག་པ་ཅིག་རེད། ཨོ། ད་གཞན་ལ་གཏུག་པ་ཅིག་ཡིན་སོང་གཞན་ལ་མ་བརྟེན་པའི་ཉོན་མོངས་ཅིག་ཡོད་རེད་བས་ཨོ་དེ་ཡོད་མ་རེད། ཨོ་དེ་འདྲིས་ཀྱི་བསམ་བློ་བཏང་ན་རེད་བ། ཉོན་མོངས་ཟེར་བ་དེ་གཞན་ལ་གཏུག་ནས་བྱུང་གི་ཡོད་རེད་གཞན་ལ་བརྟེན་ནས་གྲུབ་ཀྱི་ཡོད་རེད་གཞན་ལ་བརྟེན་ནས་ཡོད་རེད། ད་འདི་ནང་ལ་ཡང་ཡོད་མ་རེད་ཟེར་ཏེ། ཁོ་གར་མེད་རེད་ཟེར་ཏེ་གཞན་ལ་མ་ལྟོས་པའི་རང་དབང་བ་ཉུང་མོ་རང་དབང་བ་འདྲ་བོ་ཅིག་ཡོད་རེད་པས་དེ་ཡོད་མ་རེད། གཞན་ལ་མ་ལྟོས་པའི་ཉུང་མོ་སྐྱེ་ཡ་ཡོད་མ་རེད། གཞན་ལ་མ་ལྟོས་པའི་ཉུང་མོ་གནས་ཡ་ཡོད་མ་རེད། གཞན་ལ་མ་ལྟོས་པའི་ཉུང་མོ་གྲུབ་ཡ་ཡོད་མ་རེད། འོ་དེ་ནི་གང་ལ་ཉུང་མོ་ཟེར་ཏེ་ཁོ་གཞན་ལ་ལྟོས་ནས་བྱུང་བ་ཅིག་རེད་གཞན་ལ་ལྟོས་པའི་ཚུལ་གྱིས་ཡོད་རེད། གཞན་ལ་མ་ལྟོས་པའི་ཁོ་ཧྲང་ཧྲང་བ་འདྲ་བོ་ཅིག་རང་དབང་བ་འདྲ་བོ་ཅིག་ཚུགས་ཐབས་པ་འདྲ་བོ་ཅིག་ཡོད་རེད་བས་ཟིན་དེ་རྩ་བ་ཉིད་ཡོད་མ་རེད་འོ་དེ་མེད་པའི་ཆ་ནས་རང་བཞིན་གྱིས་མེད་པ་བསམ་བློ་བཏང་ཤག་པ་ཡིན་ན་འགྲིག་གི་ཡོད་རེད་ད་ཉོན་མོངས་ལ་བརྟེན་ཏེ་བསམ་བློ་བཏང་ཤིག་པ་ཡིན་དེ་ནི་ཉོན་མོངས་བརྒྱད་ལ་བརྟེན་པའི་གང་ཟག་དེ་ཡང་ཁོ་ཕུང་པོ་ལ་བསྟུན་ནས་བཞག་ཙམ་ཕུང་པོ་ལ་བརྟེན་ནས་བཏགས་ཙམ་དེ་མ་གཏོགས་ང་ཟེར་དེ་གང་ལ་ང་ཧྲང་ཧྲང་བ་འདྲ་བོ་ཅིག་ང་ཚིག་ཐབས་པ་འདྲ་བོ་ཅིག་ཨོ། དེ་ནི་ང་རང་འོང་བ་འདྲ་བོ་དེ་ནི་ཅི་ཡོད་རེད་བས་ཟེར་ནས་རྩ་བ་ཉིད་ནས་ཡོད་མ་རེད། ག་རེ་རེད། ང་ཚོ་ང་ཟེར་དེ་ཕུང་པོ་ལ་གཏུགས་ཡོད་པ་དེ་ང་ཚོ་ག་འདྲས་བྱས་ནས་ཧ་གོ་གི་འདུག་ཟེར་དེ་གང་བྱས་ཙང། ཁོ་བགྱིས་པ་རེད་འདུག་གཞོན་ནུ་དར་མ་དར་ཡོད་རྒན་མགོ་ཟེར་དེ་གང་ལ་ཡང་ཕུང་པོ་དེ་འགྱུར་བ་འགྲོ་བའི་སྟོབས་ཀྱིས

འོ་དེ་ནི་ཁོ་རྒན་མགོ་རེད་ཤག་ཁོ་ལོས་ཆུང་ཆུས་ཁོ་ཅིག་ཅིག་རེད་ལ་ཡ་དེ་ཁོ་ཕུང་པོ་ལ་བཏུས་ནས་བཞག་ཡོང་གི་འདུག་ཨ། བྱས་ཡ་ཙང་དེ་འདྲའི་བསམ་བློ་བཏང་པ་ཡིན་ན་ང་རུ་ཚོ་ང་ཟེར་ཡ་དེ་ངའི་ཕུང་པོ་ལ་གནས་སྐབས་ཀྱི་ཐོག་ནས་ངའི་ཕུང་པོ་འདི་ལ་བཏུས་གི་ཡོད་པ་དེ་ང་ཚོ་དེ་འདྲའི་ལ་དེ་ནས་ཧ་གོ་གི་འདུག་ཨ་གཅིག་ནས་དེ་རེད། ཡང་གཉིས་པའི་ཆ་ནས་ག་རེ་རེད་ཟེར་ངའི་ཕུང་པོ་དེ་ན་ཡོང་དེ་ག་ལ་ང་ན་ཨོ་ངའི་ཕུང་པོ་འཁྱག་པ་ལ་བརྟེན་ནས་ང་འཁྱག་གི་འདུག་ང་གྲང་མོ་འདུག་ཧོ། ངས་ཁ་ལག་ཟ་བ་ལ་བལྟས་ནས་ཨ་ངའི་གྲོགས་པོ་རྒྱག་འོང་དེ་ག་ལ་ང་རྒྱག་སོང། ཁོ། ཕུང་པོ་གི་བྱ་བ་བྱེད་སྟངས་དང་ཕུང་པོ་ལ་འགྱུར་བ་དེ་ནི་འགྲོ་སྟངས་ཀྱི་དབང་ལས་ཕར་ཞོག་གི་དེ་ཉེ་བར་ལེན་པ་པོ་བདག་དེ་འོ་བལྟས་ནས་ཁོ་འགྱུར་བ་འགྲོ་ཡག་གི་སྐད་ཆ་ཅིག་བཤད་དགོས་རེད་བ། ཧོ་བལྟས། དཔེར་ན་སོ་སོའི་ལག་པ་ན་འོང་དེ་ག་ལ་ང་ན་སོང། ཧོ། ང་ལག་པ་དང་ང་རེད་བས་ཟེར་ནས་ལག་པ་དང་ང་མ་རེད། ཡིན་ན་ཡང་དེ་ནི་ལག་པ་དང་ང་མ་རེད་དེ་ཁོ་ཉེ་བར་བླང་བྱ། ང་དེ་ཉིད་ལག་པ་ཉེ་བར་ལེན་པ་པོ་དེ་རེད། གནས་སྐབས་ང་དང་ངའི་ལག་པ་གཉིས་པོ་དེ་ལ་ཡང་འབྲེལ་བ་ཅིག་ཡོད་སོང་ཙང། ཁོ་ངའི་བདག་པོ་འོ་དེ་བརྒྱབ་ཡོད་སོང་ཙང། ཁོ་ལ་ཡང་དེ་ནི་དཀའ་སྡུག་སླེབས་པ་དེ་ཡི་ཚེ་ང་ལ་ཡང་འོ་དེ་ནི་སྡུག་མྱུར་དུ་ཡོང་གི་འདུག་ཟེར་ཡ་དོན་དང་དེ་རེད་བ། འདི་ང་ཚོའི་ཚོར་བ་དང་བྲལ་འགྲོ་འོང་འདི་ག་ལ་འདས་ལ་ཡ་དེ་ནི་ས་དང་རྡོ་དང་གཅིག་པ་རེད་བ། ཁོ་མེད་དྲག་བཏང་ན་ཡ་ཚ་ཡོང་མ་རེད་ག་རེ་བྱས་པ་ཡིན་ན་ཁོ་སྐད་ཁུར་གྱི་ཚོར་བ་མེད་པ་ཆགས་འགྲོ་གི་རེད་བ། ད་འདི་གནས་སྐབས་ལ་འདས་ལ་ཡ་ཚོར་བ་ཅིག་སླེབས་པ་དེ་ག་རེ་རེད་ཟེར་ཏེ་ངའི་ཚོར་བ་དེ་གི་ཟིན་ངའི་ཤེས་པ་དེ་གི་ཟིན་ཡོད་སོང་ཙང་ངས་ཁོ་ཅིག་བདག་པོ་འགྲོ་དེ་རྒྱབ་ཡོད་སོང་ཙང་ད་ལྟ་ང་དང་འདི་གཉིས་ལ་འབྲེལ་བ་དེ་ཆད་མེད་སོང་ཙང་ཁོ་ལ་ཡ་དེ་ནི་ཅིག་ཚོར་བ་ག་རེ་ཟ་ར་མ་འགྲོ་བོ་དེ་འདྲུ་བཟོ་ན་ང་ལ་ཚ་གི་རེད་འོ་དེ་ནས་ཁོ་ལ་མས་འགྲོ་བོ་ཐུག་པ་ཡིན་ན་ང་ལ་ཡང་ཚ་གི་རེད་འོ་ད་དེ་འདྲི་འགྲོ་བོ་ཅིག་འོ་ཆུ་གྲང་མོ་ན་ལག་པ་ཆུས་འདར་ང་འཁྱག་གི་རེད་འོ་དེ་འདྲི་ཡོང་ང་ཡག་དེ་ག་རེ་རེད་ཟེར་དེ་ག་ལ་ཁོ་བྱས་ཙང་ཁོ་ཉེ་བར་ལེན་པ་པོ་དེ་དང་ཉེ་བར་བླང་བྱ་གི་ལག་པ་གཉིས་པོ་དེ་འབྲེལ་བ་མ་ཆད་པ་གནས་ཡོག་སོང་ཙང་འོ་དེ་གི་ཆ་ནས་ཡོང་གི་འདུག་བྱས་ཙང་འདི་ངས་ག་རེ་ཞུ་གི་ཡོག་རེད་ལབ་དེ་ག་ལ་བྱས་ཙང་ང་ཟེར་ཡག་དེ་ང་ཚོས་ཕུང་པོ་ལ་བཏུས་པ་ཙམ་རེད་འདུག་ཨ་ཟེར་བ་དེ། ང་ཚོ་ང་ཨ་ཟེར་དང་ང་ང་རང་གི་ཕུང་པོ་ལ་བཏུས་གི་ཡོད་པ་དེ་ང་ཚོ་ཧ་གོ་གི་འདུག་ཨ་ཟེར། ད་ང་ཨ་ཟེར་དང་ང་རང་གི་ཕུང་པོ་ལ་བཏུས་གི་ཡོད་རེད་དཀར་ཟ། རེད་ཕུང་པོ་ལ་གནས་སྐབས་ཀྱི་བཏུས་གི་ཡོད་རེད། བཏུས་གི་ཡོད་རེད་ད་ཡིན་ན་ཡང་ཕུང་པོ་ནང་ལོགས་ལ་ལ་ཡང། ངག་དང་གཉིས་ཕུང་པོ་ཟེར་དེ་གང་ལ་གཅིག་ང་ཚོ་སོ་སོ་འགྲོ་བ་གཅིག་དེ་འདྲའི་ཆེ་ཡ་ཡོད་རེད་དེ་ཡིན་ན་དེ་འདྲའི་ཉེ་བར་ལེན་པ་པོའི་ངག་དེ་ཡང་ན་བདག་དེ་བདེ་སྡུག་མྱོང་བ་པོའི་ངག་དེ་ག་འདྲའི་ཆེ་ནས་ཡོད་རེད་ཟེར་དེ་གང་ཡང་ཕུང་པོ་ནང་ལོགས་ལ་ཡང་གཅིག་རང་རང་བ་འགྲོ་བ་གཅིག་གང་ལ་ཡང་མ་གཏུགས་པ་འགྲོ་བ་དེ་འདྲའི་ཡོད་རེད་བས་ཟེར་དེ་ཡོད་མ་རེད་ཟེར་ག་རེ་རེད་ཟེར་དེ་ཁོ་ཕུང་པོ་ལ་གཏུགས་གི་འདུག་ཅིག་མང་པོ་ཅིག་ལ་གཏུགས་གི་འདུག་ཨ་ཁོ་དེ་གཏུགས་གི་ཡོད་སོང་ཙང་ཁོ་ག་རེ་ཟེར་ང། དེ་འགྲིག་གི། གང་ལ་ཡང་མ་གཏུགས་པའི་ང་གཅིག་ཡོད་མ་རེད། ཡིན་ནའང་ང་རོ་ཚོའི་ནང་ཡ་དེ་ག་རེ་གནང་དགོས་རེད། གཞན་གང་ལ་ཡང་མ་གཏུགས་པའི་ང་ཧྲང་ཧྲང་བ་འདྲ་བོ་གཅིག་ཡོད་པ་ལྟ་དེ་བར། ང་ཟེར་དུས་གང་དཔེར་ན་མི་བཅུ་གི་མཉམ་དུ་སོ་སོར་འགྲོ་བ་ཡིན་ན། ང་ཟེར་དུས་གང་ལ་དུས་ཚོད་ཚང་མ་ལས་ཀྱང་ལྷག་པའི་ང་གཅིག་ཡོད་པ་འདྲ་བོ་གཅིག། གཞན་དག་ཚང་མ་ལས་ཀྱང་རྩ་བ་ཆེ་བའི་ངག་ཅིག་ཡོད་པར་འགྲོ་བ་ཅིག་དང། དེ་ཚོ་ལས་ལྷག་པའི་ངག་ཅིག་ཡོད་པར་འགྲོ་བ་ཅིག་ང་ཚོ་རང་བཞིན་གྱི་དེ་འདྲའི་ཅིག་སེམས་ལས་དེ་འདྲའི་གི་སྣང་བ་ཅིག་སླེབས་བསྡད་ཡོད་རེད། དེ་སོ་སོ་གི་སྣང་བ་ཙམ་རེད་སོ་སོ་གི་བློ་གི་ལྟ་སྟངས་ཙམ་རེད་མ་གཏོགས་དངོས་ཡོད་གནས་སྟངས་ལ་ད་ག་རང་རེད་བས་ཟེར་ན་དེ་རྩ་བ་ཉིད་ནས་མ་རེད། ག་རེ་རེད་ལབ་ཡིན་ན་ང་ཚོ་རྒྱུ་མཚན་ངོ་ནས་ཞིབ་ཚགས་པོ་ཅིག་གི་ཐོག་ནས་བསམ་བློ་བཏང་པ་ཡིན་ན། དེ་འདྲའི་གི་ངའི་རོགས་པ་མིའི་དགུ་ང་རང་གི་ཆུ། ད་དེའི་ནང་ནས་རྩ་བ་ཆེ་ཧ་དུ་སུ་རེད་ལ་ང་རེད། ཟེར་ནས་ང་ཚོ་ཁོ་ག་གི་མ་ལུས་པ་ཡིན་ན་ཁོ་ཚོ་སེམས་ཁུར་ཐོག་ནས་ད་ད་ང་རང་ཡིན་པ་འགྲོ་བསམ་བློ་དེ་ང་ཚོ་ལ་དེ་ཡོད་རེད། ད་ཡིན་ན་ཡང་ད་དེ་འདྲའི་གི་ཁོ་མི་སོ་སོ་དང་རྩིས་པའི་མིའི་ཇུས་ཏུ་ལོག་ཁ་ཆེ་བཞག་ཕར་ཞོག་ནས་མི་གཅིག་གི་ཨོ་ད། ངུ་ནི་དོན་དམ་པའི་པའི་སྤྲང་པོ་སྤྲང་ཤ་ག་ཐོག་འདི་ད་རྒྱུ་མཚན་རྒྱུ་མཚན། ད་ཁོ་ཚོའི་དགུ་ལས་ལྷག་པའི་ཁྱེད་རང་ཀྱི་ཁྱེད་རང་ཁོ་ཚོ་ལས་ཀྱང་རྩ་བ་ཆེ་བ་དང་ཁོ་ཚོ་ལས་ཀྱང་གྲགས་ཀ་དང་ཁོ་ཚོ་ལས་ཀྱང་ཅིག་ཁོ་ཚོ་ལ་མ་ལྟོས་པའི་ང་རང་དབང་བ་འདྲ་བོ་ཅིག་དེ་འདྲ་ཡོད་ཁྱེད་རང་ཡོད་པ་ཅིག་ལྟ་གི་འདུག་ཨ་འཛིན་གི་འདུག་ཨ། དེ་འཛིན་པ་ཡིན་ན་ད་དེ་དེ་འདྲ་ཅིག་ཡོད་རེད་བས། ཁོ་ཚོ་ལས་ཁྱེད་རང་རྩ་བ་ཆེ་བ་ཡིན་པའི་རྒྱུ་མཚན་ག་རེ་ག་རེ་ཡོད། ཁོ་ཚོ་ལས་ལྷག་པ་ཡིན་པའི་ཁྱེད་རང་ཁྱེད་རང་གི་ངག་དེ། ཁོ་ཚོ་གི་ངག་ལས་ཀྱང་ལྷག་པ་ཡིན་པ་གི་རྒྱུ་མཚན་ག་རེ་ག་རེ་ག་རེ་ཡོད་ལམ། ད་ང་རེ་བ་ང་རེ་བ་ང་རེ་བ་འགྲོ་གི་ཅིག་ཨོ་དེ་འདྲའི་ཅིག་ཨུ་ཚུགས་འགྲོ་གི་རྒྱབ་ནས་དེ་ཤིག་ཆེ་པོ་ལབ་དེ་མ་གཏོགས་ཆེ། ང་ཚོ་ལས་རྒྱུ་མཚན་བཤད་ཡ་ཡོད་མ། ཤ་རིའི་འདུ་བྱེད་ཀྱི་ཕུང་པོ་ལས་བཏུས་པ་གཅིག་པ་རེད་མི་ཡི་ཕུང་པོ་ལས་བརྟེན་པ་གཅིག་པ་རེད།

ཁོ་ཚོ་གི་ང་ལས་ཀྱང་ང་རྩ་བ་ཆེ་ཡ་འདྲ་བོ་དེ་འདྲས་ཅིག་ང་ཚོ་ལ་ངེད་ཅིག་ཕུང་པོ་གི་ནང་ལོགས་ལ་དེ་འདྲས་ཅིག་ཡོད་རེད་བས་ཟེར་ན་དེ་རྩ་བ་ཉིད་ནས་ཡོད་མ་རེད་དངོས་ཡོད་གནས་སྟངས་ལ་ཡོད་མ་རེད། དངོས་ཡོད་གནས་སྟངས་ལ་མེད་ན་ང་རོ་ང་ཚོ་དེ་འདྲས་བསམ་གི་འདུག་ཨ་ཟེར་ན་དེ་ཁྱེད་རང་བསམ་པ་ཙམ་རེད་ཟེར་དེ་བྱས་ཙང་ང་ཚོ་གི་བསམ་བློ་ཙམ་རེད་ཟེར། ང་ཚོ་གི་ལྟ་སྟངས་རྣམ་རྟོག་གི་འདྲ་མི་འདྲ་བསམ་ཆོག་གི་བསམ་གི་ཡོད་རེད་དེ་ཁོ་རྣམ་རྟོག་ལ་མཐའ་མེད་སོང་ཙང་འདྲ་མི་འདྲ་བསམ་ཆོག་གི་ཡོད་རེད། ཡིན་ནའི་ཁོ་བསམ་པ་ནང་བཞིན་དུ་ཡིན་པའི་ངེས་པ་ཡོད་མ་རེད་ཟེར་འོ་ད་དེ་འདྲའི་ཆེན་པོ་ད་འདི་སྐད་བོད་ཀྱི་ཆེན་པོ་ང་རོ་ཚོ་ཡིན་ན་ཡང་དཔེར་ན་འདོད་ཆགས་ཀྱིས་སྐྱེ་བ་ཡིན་ན་ཡང་འདོད་ཆགས་སྐྱེ་ས་གི་ཡུལ་དེ་དཔེར་ན་ཡིད་ཡུལ་ཡིད་དུ་འོང་བ་ཙམ་མཐོང་བ་ཙམ་གྱིས་ང་ཚོ་རྒྱུད་ལ་འདོད་ཆགས་སྐྱེ་གི་འདུག་སྐྱེ་གི་མི་འདུག་ད་ལྟའི་ང་རོ་ཚོ་ཉམས་མྱོང་གི་ཐོག་ནས་དེ་ནས་སྐད་ཆ་དེ་བཤད་ན་ཡག་ཡོད་རེད་བ་ཡ། རེད་བ། མ་དུ། དེ་སྐྱེ་གི་ཡོད་ན་མེད་ན། ཟེར་ནས། གཞི་ཞག་འདྲ་ཞིག་ལ་གྲིར་འགོ་ཉེན་འགྲོ་གི་མ་རེད་བ། དེ་ཚོར་བ་དང་ང་ཚོ་ལ་ཡོད་སོང་ཙང་ང་ཚོ་ལ་དངོས་སུ་ཉམས་མྱོང་གི་གྲུབ་ཀྱི་ཡོད་སོང་ཙང་དཔེར་ན་ང་ཚོ་བུ་ཚོ་ཡིན་པ་ཡིན་ན་བུ་མོ་ལ་ཆགས་ཀྱི་ཡོད་རེད། ཆགས་ཀྱི་ཡོད་རེད་ད་ཕ་ཤུལ་ལ་བུ་མོ་གཅིག་འཛིན་མ་བྱེད་དུ་བུ་མོ་གཉིས་བྱེད་དགོས་ཀྱི་མཐོང་བ་ཙམ་གྱི། དེ་ལ་ཆགས་པ་སྐྱེ་གི་འདུག་སྐྱེ་གི་འདུག་ད་ཁ་ནང་བྱིངས་ཀྱི་སྤུ་མོ་ཡིན་པ་ཡིན་ན་ཅིག་སྤུ་ལ་ཆགས་ཀྱི་ཡོད་རེད་ཆགས་ཀྱི་ཡོད་རེད་ད་ཡིན་ན་ཕ་ཆོས་སྤུ་གཅིག་མཐོང་བ་ཙམ་གྱིས་སྤུ་དེ་ལ་ཆགས་པ་སྐྱེ་བའི་ཁྱབ་པ་འདུག་ཁྱབ་པ་མི་འདུག་དེ་ང་ཚོས་བལྟ་ཡང་འདུག་ག་རེ་རེད་ཟེར་དུས་གང་ལ་ད་དཔེ་ཟླ་དང་པོ་སོ་སོ་ཅིག་དེ་འདྲའི་གཉིས་བྱས་པ་ཅིག་མཐོང། དེ་དེ་ཡང་གཅིག་ཐེངས་གཅིག་ཐོངས་གཉིས་ཐོངས་གསུམ་ཐོངས་བཞི་ཐོངས་དེ་ནི་ཁོ་ལ་ཡང་གཅིག་རྒན་མོ་འགྲོ་འོ་གས་སྐད་ཆ་འགྲོ་འོ་ཤེས་ཨ་ནི་འདྲེ་བ་འགྲོ་ག་ལེ་ག་ལེ་ག་ལེ་ཅི་དེ་འདྲི་དེ་འདྲི་དེ་འདྲི་དེ་འདྲི་ཅི་ཡང་འདུག་ཨ་ནི་སོ་སོ་ཡང་དེ་མཉམ་དུ་ཨ་སོ་སོ་གི་རྣམ་རྟོག་ཁ་སང་ཨ་དེ་ནས་ཁར་ཟ་ལེ་དང་ཉོན་མོངས་རྣམ་རྟོག་ལས་ཚུར་མི་འཇུག་རྣམ་རྟོག་ལ་དེ་ནི་ཅུང་ངུ་རེ་བྱ་སྟེ་ཏག་ཏག་འདྲ་ཡོད་རེ་བ་ཨ་ནི་སོ་སོ་དེ་ལ་ཡང་ཐུགས་འདྲི་མང་པོ་ཅིག་བྱས་ཚར་དེ་གང་ལ་དང་པོ་གཉིས་ཅི་འོ་འདུག་བསམ་པ་དེ་ཙམ་མ་གཏོགས་འདོད་ཆགས་སྐྱེ་གི་མི་འདུག་ཨ།

ཡ་སྐར་འགྲོ་འདི་ག་ལ་སྐྱོན་ཆ་དེ་ཁྱོད་ནས་མ་མཐོང་བ་ཅི་ཡོན་ཏན་གྱི་ཕྱོགས་ཡོན་ཏན་འབའ་ཞིག་གི་གོང་བུ་ཅིག་མ་གཏོགས་སྐྱོན་གྱི་ཕྱོགས་ཁྱོད་ནས་མཐོང་མ་ཐུབ་པ་བཟོ་ཡོང་བ་དེ་ཉོན་མོངས་ཟེར་བ་དེ་ཁོ་སྤྱི་སྟངས་ཀྱི་ཆེད་ནས་སློང་བ་གནང་བཞིན་རེད་ཟེར་འོན་ཏན་འདི་ག་ཁོ་ག་རེ་ཟེར་འདི་ག་ལ་ཁོ་དངུལ་གཡོག་གནས་སྟངས་ལ་ཁྱོད་ནས་བལྟ་ཐུབ་གི་མ་རེད་ཟེར་བ་ཅིག།

འོ་དེ་ནས་ཡིད་དུ་འོང་བ་ལྟ་བས་ནི་དེ་ནས་དེ་ལ་འདོད་པ་གཟུགས་འགྲོ་འོང་དུ་ག་ལ་དེ་ནས་འདོད་ཆགས་ཆགས་ནས་དེ་ཆགས་སོང་དེ་ག་ལ་ཁོ་ད་ཁ་བྲལ་མི་ཐུབ་བ་ཅིག་དེ་འདྲའི་ཆགས་འདུག་ད་དེ་ག་རེ་རེད་ཟེར་ཏེ་ཁྱད་ཙང་དེ་འདྲའི་ཅིག་བལྟ་ཚར་ཏེ་གང་ལ་དེ་འདྲའི་གི་སོ་སོའི་འདོད་ཆགས་སྐྱེ་ས་གི་ཡུལ་དེ་ཁོ་རང་བཞིན་གྱིས་ཡིད་དུ་འོང་བ་ཅིག་བལྟ་འགྲོ་དགོས། རང་བཞིན་གྱིས་ཡིད་དུ་འོང་བ་དང་པོ་ནི་ཡིད་དུ་འོང་བ་ཡིན་པར་འགྲོ་ཅིག།

གང་ལ་ཡང་མ་བལྟོས་ནས་ཡོད་བསམ། ངོ་ནས་བྱས་ན་སོ་སོ་གློག་གི་ལྟ་སྟངས་ཙམ་རེད་མ་གཏོགས་ཕར་ཞོག་གི་ཡོད་ལ་ད་ག་རང་དེ་འདྲི་ཅིག་ཡོད་རེད་བས་ཟེར་ན། གར་སེར་གཉིས་མེད་ཡོད་པ་ཡིན་ན་ཡང་སོ་སོ་གི་དེ་སྐྱོན་མེད་ཡོན་ཏན་པས་སྔོན་ནས་དྲངས་ནས་པས་བརྒྱ་ཆ་བརྒྱ་ཐམ་པ་གི་པས་སྙིང་རྗེ་བོ་དང་ཡག་པོ་དང་སོ་སོ་གི་ལྟ་སྟངས་ནང་བཞིན་བྱས་པ་དེ་ལ་ཨོ་དེ་ནས་འདོད་ཆགས་སྐྱེ་གོ་དེ་གང་ལ་གོ་པས་ཁྱོད་ནི། སྐྱོན་མེད་ས་ཡོན་ཏན་ཀུན་དང་ལྡན་པ་སྐྱོན་ཀུན་དང་བྲལ་བ་ཞིག་ཡིན་པ་ལྟ་གི་རེད་ཡ་དེ་ལྟ་བ་ནང་བཞིན་དངོས་གནས་རེད་བས་ད་ག་རང་ཡིན་ཡིན་ཤ་ཤ་རེད་བརྒྱ་ཆ་བརྒྱ་ཐམ་པ་རེད་ཟེར་ནས་སོ་སོ་ཐག་ཆོད་བྱེད་གི་རེད་མོ་དེ་རེད་ད་ཡང་མི་ཁོ་ལ་ཡང་ཨ་ནེ་མ་དགའ་མཁན་གི་མི་གཅིག་ཁྲིད་བྱུང་རེད་བ་ཡང་ཁོ་ལ་ཡང་དེ་འདྲའི་དགའ་མ་དགའ་གང་ཡང་མེད་པའི་ཁོ་བར་མ་ལྟ་དེ་ཉིད་ཀྱི་མི་གཅིག་བཀོད་ལ་མ་དགའ་བ་ང་ཚོ་མི་དང་གསུམ། ཚོད་ཚོད་ཀྱི་ལྟ་བ་ཡིན་ན། ལྟ་བ་ཡིན་ད་ངའི་ལྟ་བ་ཡིན་ན་པེ་ཁྱོད་ནི་ཁོ་པེ་བརྒྱ་ཆ་བརྒྱ་ཐམ་པ་ཡག་པོ་རེད། ཨ་ནི་བ་རི་མི་བ་རི་ལ་ལྟ་ཉེ་དེ་གི་ག་རེ་རེད་ཟེར་དེ་ཁོ་ག་ནས་འདུག་ཟེར་ད་ད་ཡག་པོ་ཡིན་ན་སྟུག་པོ་ཡིན་ན་ཁོ་དེ་འདྲའི་ཕྱི་དགྲ་ལབ་ཐུབ་མི་འདུག་ཟེར་གི་རེད་བ་ཁོ་ཡག་ཡིན་ན་སྟུག་པོ་ཡིན་ན་ཁོ་དེ་འདྲའི་ཆེ། ད་ཕ་ཞོག་ཁོ་ལ་མ་དགའ་མཁན་གྱི་མི་དེ་གི་ཅིག་བཏང་འོང་དེ་གང་ལ་ཀ་ཁོ་སྐྱོན་འབའ་ཞིག་མ་གཏོགས་གཡོ་འདེད་གང་ཡང་མེད་ཉིད་ཅིག་ཁོ་དཔེ་སྡིག་སྐྱག་འབའ་ཞིག་ཡིན་པ་ཅིག་མཐོང་དགོས་པ། འོ་ན་ད་ང་ཚོ་གསུམ་གྱི་ལྟ་སྟངས་འདི་སུའི་ལྟ་སྟངས་འདི་ནོར་བ་རེད་ལབ་ན་རེ་བ་ཡོད། ངའི་ལྟ་སྟངས་འདི་བདེན་པ་བདེན་ཀྱང་ངའི་ལྟ་བ་ནང་བཞིན་དུ་དངོས་པོ་སྟུག་དངོས་པོ་གནས་སྟངས་ལ་ད་ག་རང་བདེན་པ་ཡིན་ན་རང་འཚམ་པ་ཡིན་ན། མི་གཞན་དག་གཉིས་ཀྱི་དེ་ད་ག་རང་མཐོང་དགོས་རེད། དཔེར་ན་ང་ཚོ་སྔོན་པོ་ཟེར་ཡ་དེ་ང་ཚོ་ཚིག་ལྟ་བ་ཡིན་ན་ཁོ་སྔོན་པོ་དུ་མཐོང་གི་འདུག་ག་རེ་རེད་ཟེར་དེ་ག་ལ་ཁོ་སྔོན་པོ་ཟེར་ཡ་དེ་ཁོ་སོ་སོ་གི་མཐོང་བ་ནང་བཞིན་དུ་ཕར་ཞོག་དཀར་ཟ་ཨོ་ཡོད་སྔོན་པོ་ཅིག་གྲུབ་ཀྱི་ཡོད་སོང་ཙང། དེ་ནི་ཚིག་ལྟ་བ་ཡིན་ན་ཨོ་དེ་སྔོན་པོ་རེད་སྔོན་པོ་རེད་སྔོན་པོ་རེད་ད་མིག་འཁྲུལ་ཤེས་ཡིན་པ་ཡིན་ན་ཡང་འཁྲུལ་ཤེས་ཅན་གྱི་མིག་དེ་འདྲ་ཡོད་པ་ཡིན་ན་ལོག་ཁ་རེད་མ་གཏོགས་གཞན་མིས་ཚིག་ལྟ་བ་ཡིན་ན་སྔོན་པོ་དེ་སྔོན་པོ་ད་ག་རང་མཐོང་གི་རེད་བ།

ག་རེ་བསྟན་གྱི་ཡོད་རེད་ཅེས་ཟེར་ཡུལ་དེ་རྫུན་མ་ཡིན་པ་དེ་བོད་དོན་བསྟན་གྱི་ཡོད་རེད། ང་ཚོས་ལ་སྣང་ཚུལ་དེ་འདྲའི་ཞིག་གནང་གི་ཡོད་རེད་སྣང་ཚུལ་དང་མཐུན་པའི་སྒོ་ནས་ཡུལ་ཅིག་གྲུབ་ཀྱི་ཡོད་རེད་སྣང་བ་ལྟར་དུ་གྲུབ་ཀྱི་ཡོད་རེད་བས་སམ་དེ་གྲུབ་ཀྱི་ཡོད་མ་རེད། འོ་དེ་གྲུབ་ཀྱི་མེད་པའི་ཆ་ནས་ཁོ་རྫུན་པ་རེད། རྫུན་པ་ཡིན་ན་བདེན་པ་དང་འགལ་འགྲོ་གི་རེད། རྫུན་པར་གྲུབ་པ་ཡིན་སོང་ཙང་བདེན་པར་གྲུབ་པ་དང་འགལ་འགྲོ་གི་རེད། འོང། རྫུན་པར་གྲུབ་པ་ཡིན་སོང་ཙང་རང་བཞིན་གྱིས་གྲུབ་པ་ཟེར་བ་དེ་ཡོང་ཤིན་གྱི་མ་རེད། རང་བཞིན་གྱིས་གྲུབ་སོང་ན་རྣམ་པ་ཐམས་ཅད་དུ་བདེན་པར་གྲུབ་དགོས་ཀྱི་ཡོད་རེད། འོང། དེ་སྣང་ཚུལ་དང་གནས་ཚུལ་མཐུན་པ་ཅིག་ཡོང་དགོས་ཀྱི་རེད། ཡིན་ཡང་དེ་དཔེར་ན་ང་ཚོ་གློག་བརྙན་དང་དེ་འདྲའི་ལ་ལྟ་བ་ཡིན་ན། ཁོ་རྫུན་མ་ཡིན་པ་ཧ་གོ་གི་རེད་བ། ང་ཚོ་མི་ཆེན་པོ་བས་གློག་བརྙན་ལ་ལྟ་བ་ཡིན་ན། ཁོ་ཕ་ཤོག་སོ་སོ་གི་དེ་ནི་དེ་སྣང་བ་ཙམ་རེད་མ་གཏོགས་དེ་དངོས་ཡོད་གནས་སྟངས་ཀྱི་ཐད་ནས་དེ་འདྲའི་ཅིག་མེད་པ་དེ་ཧ་གོ་གི་རེད་བ།

བྱས་ཙང་དེ་དཔེ་རེད་ད་ཡིན་ན་ཡང་དེ་ནང་བཞིན་གྱི་ང་རོ་ཚུགས་ཀྱི་ལྟ་འདང་སྣང་སྣང་བཞིན་སྲིད་པའི་ཆོས་ཚང་མ་ལོ་དེ་ནང་བཞིན་འགྲོ་ཅིག་ཆགས་བདེ་བོ་རེད་ཨང། ཁོ་དངོས་ཡོད་གནས་སྟངས་ཀྱི་ཆ་ནས་ག་རེ་རེད་ཟེར་དུས་གང་ལ་ཁོ་རང་བཞིན་གྱིས་མ་གྲུབ་པ། བདེན་པར་མ་གྲུབ་པ། འོ་དེ་འདྲའི་ཆུ་རེད། ག་རེ་རྟེན་འབྲེལ་ཚོགས་ཙམ་གྱི་རང་བཞིན་མ་གཏོགས་རྟེན་འབྲེལ་མ་ཡིན་པའི་ཆུ་ཡོད་མ་རེད། ཡིན་ན་ང་ཚོ་ལ་སྣང་བ་འདི་ག་ལ་རྟེན་འབྲེལ་མ་ཡིན་པ་འགྲོ་ཅིག་ཁོ་རང་ཚུགས་ཐུབ་དུ་གྲུབ་པ་འགྲོ་རང་དབང་དུ་གྲུབ་པ་འགྲོ་ཅིག་དེ་ནི་སྣང་དེ་འོར་བ་འོ་དེ་སྣང་བ་ནང་བཞིན་དུ་མེད་སོང་ཙང་དེ་ནི་ཨོ་དེ་ནི་གློག་བརྙན་སྣང་བ་དང་གཅིག་པ་གཅིག་རྐྱང་འགྲོ་འོ་དེ་འདྲའི་ཆུ་རེད། ཆུ་ག་འདྲའི་ཆུ་ཡིན་པ་ཡིན་ན་ཁོ་རྫུན་པ་བསླུ་བའི་ཆུ་ཅན། ངོ་དེ་འདྲའི་ཅིག་ཆགས་ཡོད་རེད་བྱས་ཙང་ངོ་དེ་འདྲའི་གང་ལ་བདག་གིས་ང་ཚོ་མི་གཅིག་ལ་ཡང་མི་གསུམ་གི་ལྟ་སྟངས་དེ་ཡང་བློ་ཁ་རེད་ཆགས་དགོས་ཡ་དེ་ཡང་ཁོ་རྫུན་པ་ཡིན་པའི་རྟགས་ངོ་དེ་འདྲས་ཡོང་གི་ཡོད་རེད། མ་གཏོགས་ངའི་ལྟ་སྟངས་འདི་དག་རང་རེད་ཟེར་ནས་ཁོ་གཉིས་ལྟ་སྟངས་འདི་དག་རང་མ་ཡིན་པའི་རྒྱུ་མཚན་ག་རེ་བཤད་ཡོད་རེད། གནང་སྟེ། ཁོ་ཏིང་གཉང་སྐྱིད་པོ་ཅིག་འདུག་ཨ། དེ་ཡང་དེ་མི་གཞན་དུ་ད་ལྟ་ཡང་ཡང་མི་དྲུག་ཚོ་དེ་ཡང་གཞན་དག་དེ་ནང་བཞིན་ཁྲིད་ཡོང་ནས་ཡང་ཁོ་ལ་སྟབས་ཅིག་ཡང་ཡིན་ན་གཅིག་པ་གཅིག་ཀྱང་འོ་དེ་འདྲའི་ཡོང་དགོས་རེད་བ། ཡ་ད་དེ་འདྲའི་ལ་བལྟས་ནས་དོན་དག་ག་རེ་རེད་ཟེར་དུས་ང་རོ་ཚོ་ག་འདྲའི་ཚོ་བསམ་བློ་བཏང་དགོས་ཀྱི་ཡོད་རེད་ཟེར་དུས་གང་ལ་ད་ཅིག་ཆུ་ག་འདྲའི་ཅིག་ཡིན་པ་ཡིན་ན་ཁོ་རྟེན་འབྲེལ་གྱི་རང་བཞིན་ཅིག་མ་གཏོགས་མེད་ཨ་བསམ་པ་འདྲ་བོ་དེ་འདྲའི་བསམ་བློ་ཅིག་བཏང་ཐུབ་པ་ཡིན་ན་ཡང་ཡག་པོ་ཡོད་རེད། ཡང། ཅི་དགར་ཡིན་ན་ང་ཡང་རྟེན་འབྲེལ་ངའི་བདེ་བ་བདུད་མུར་ད་བཞེངས། འོ་དེ་ཅིག་སྣང་བཞི་སྲིད་པའི་ཆུ་ཚང་མ་ལོ། དོན་དག་ག་རེ་རེད་ཟེར་དུས་གང་ཁོ་རྟེན་འབྲེལ་ཚོགས་ཙམ་ག་རང་བཞིན་ཅིག་མ་གཏོགས་ད་རྟེན་འབྲེལ་མ་ཡིན་པའི་ཆུ་ཅིག་ཡོད་མ་རེད་ཟེར་དུས་དེ་གང་ཕྱིར་རྟེན་འབྱུང་མ་ཡིན་པའི་ཆུ་འགའ་ཡོད་པ་མ་དེ་ཕྱིར་སྟོང་པ་མ་ཡིན་པའི་ཆུ་འགའ་ཡོད་པ་མ་ཡིན་ནོ་ཟེར་འོ་དེར་དེ་སྟོང་ཟེར་དེར་སྟོང་པ་སྟོང་རྐྱང་མེད་པ་མེད་རྐྱང་ལ་གོ་རྒྱུ་མ་རེད་ཟེར་རང་བཞིན་གྱིས་སྟོང་པ་ཚུགས་ཐུབ། སྤྲུལ་པའི་སྟོང་པ་རང་དབང་དུ་སྤྲུལ་པའི་སྟོང་པ་ཡིན་པའི་ཆ་ནས་སྟོང་ཟེར་བ། དཔེར་ན་ང་ཚོ་ཁང་པ་དེ་སྟོང་པ་རེད་ཟེར་ཏེ་ཁང་པ་མེད་པ་རེད་ཟེར་བ་མ་རེད་པ། ཁང་པ་དེའི་ནང་ལོགས་ལ་ཡང་མིའམ་ཡང་ན་ཅིག་བྱ་ལ་ལ་སོགས་བྱ་དངོས་ལ་སོགས་པ་མེད་པའི་ཆ་ནས་ཁང་པ་དེ་སྟོང་པ་རེད་ཟེར་བ་འདི་ནས་ལབ་དགོས་འདུག་ཁོ་ཅིག་སྟོང་ཟེར་ཏེ་གང་ཁོ་ག་རེ་གི་སྟོང་པ་རེད་ཟེར་བ་དེ་ངེས་པར་དུ་གོ་དགོས་རེད་མ་གཏོགས་ཁོ་རང་བཞིན་གྱིས་སྟོང་པ་རེད་ཟེར་ཏེ་འོ་དེ་ནི་མེད་པ་མེད་རྐྱང་ལ་བསམ་བློ་བཏང་བཞག་ན་འོ་དེ་ཡང་འགྲིག་གི་ཡོད་མ་རེད། ཁོ་ཡོད་པ་གང་ཞིག་ལ་རྟེན་འབྲེལ་ཚོགས་ཙམ་གྱིས་ཡོད། རྟེན་འབྲེལ་མ་ཡིན་པའི་ཆོས་གང་ཡང་མེད། འོ་དེ་འདྲ་གྱི་བསམ་བློ་བཏང་ཐུབ་ན་ཡང་བོད་པའི་ཕན་ཐོགས་ཆེན་པོ་ཡོད་ས་རེད་བསམ། ཡ་ད་དེ་ད་འདིའི་འོག་ཏུ་ལ་ཡ་གསུང་གི་འདུག་འདི་ད་ཤོག་གྲངས་བརྒྱ་དང་སུམ་ཅུ་སོ་གསུམ་གི་ནང་ལ་ལ། འདི་ནི་རྒྱུ་འདྲ། བྱས་ཙང་འདི་ནི་རྒྱུ་འདྲ་ཟེར་དེ་ག་ལ་བྱས་ཙང། ཨོ། འདི་ནི་འདི་ནི་ཟེར་ཏེ་འདི་སྐབས་སུ་ད་ཉོན་མོངས་འདི་ཚོ་སྒྱུ་མ་དང་འདྲ་བ་རེད། རྒྱུ་འདྲ། དེའི་ཕྱིར། རྒྱུ་མཚན་དེ་ཡི་ཕྱིར་ན། སྒྱུ་མ་དང་འདྲ་བ་ཟེར་ཏེ་རྫུན་མ་རེད་ལ། ད་གིན་ངས་གློག་བརྙན་དང་འདི་འདྲ་དཔེ་བཞག་ཡིན་པ། ཨོ་དེ། དཔེར་ན་ང་ཚོ་ཡང་ཤེལ་སྒོའི་ནང་ལ་ལྟ་འོང་དེ་ག་ལ་སོ་སོའི་སྟོང་པའི་གཟུགས་བརྙན་དེ་འདི་ཤེལ་སྒོའི་ནང་ལ་ཤར་གི་འདུག་ཡིན་ནའི་སོ་སོའི་སྟོང་པའི་གཟུགས་བརྙན་དེ་ཕར་ཁུག་ཤེལ་སྒོའི་ནང་ལ་ཤར་བ་ནང་བཞིན་དུ་ཤེལ་སྒོའི་ནང་ལ་སོ་སོའི་སྟོང་པ་དེ་ཡོད་རེད་བས་ཟེར་ན་ཡོད་མ་རེད། ཡིན་ན་ཡང་དེ་འདྲ་གི་སྣང་བ་ཅིག་སླེབས་ཡོད་རེད། ཕར་ཞོག་སྡོམ་པའི་ནང་ལ་སོ་སོ་གི་སྡོམ་པའི་གཟུགས་བརྙན་དུ་ཡོད་རེད། ཡིན་ན་སོ་སོ་གི་སྡོམ་པ་རང་མཚན་པ་དེ་ཕར་ཞོག་སྡོམ་པའི་སྐར་རྩ་ཤེལ་སྒོའི་ནང་ལ་ཡོད་རེད་པས་སེམས་དེ་ཡོད་མ་རེད་བ། ཡིན་ན་ང་ཚོ་ལ་སྣང་བ་འདི་ག་ལ་ཤེལ་སྒོའི་ནང་ལོགས་ལ་སོ་སོ་གི་སྡོམ་པ་རང་མཚན་པ་ཡོད་པ་འདྲ་བོ་ཅིག་སྣང་གི་འདུག་བ། དངོས་ནུས་པ་ཅིག་ཡོད་པ་སྣང་གི་འདུག་བ། དེ་སྣང་བ་ནང་བཞིན་དུ་ཤེལ་སྒོའི་ནང་ལ་སོ་སོ་གི་སྡོམ་པ་ཡོད་ན་སོ་སོ་ནི་མི་གཅིག་ལ་ཡང་དེ་ནི་སྡོམ་པ་གཉིས་ཡོད་པ། འོ་དེ་ཤེལ་སྒོ་ནང་ལ་གཅིག་དེ་ནི་ཨ་ནི་ཤེལ་སྒོ་ནང་ལ་སོགས་གཟུགས་པོ་ཆ་ཚང་ཤར་དེ་གང་ལ་བབ་ཤོག་དེ་ལ་འོ་དེ་ནི་ཁོ་གཟུགས་པོ་གཟུགས་བརྙན་ཙམ་རེ་མ་གཏོགས་ཁོ། དེ་ལ་གཟུགས་པོ་ག་ཁོ་རང་མཚན་པ་ཅིག་ཡོད་མ་རེད་བ། འོ་ད་རྒྱུ་མ་ཟེར་དེ་དོན་ད་རྒྱུ་མ་ཟེར་དེ་གང་ལ་ང་ཚོ་འོ་དེ་ནི་སྣང་ཚེར་དང་གནས་ཚེར་མི་མཐུན་པ་འོ་དེ་ནི་སྒྱུ་མ་ལྟ་བུ་ཟེར་ཡ་དེ་རེད། སྒྱུ་མ་དང་སྤྲུལ་པ་ཟེར་ཡ་འོ་དེ་ནི་འོ་དེ་རེད།

འདི་ནི་རྒྱུ་འདྲ་ཨང། རྒྱུ་མཚན་དེ་ཡི་ཕྱིར་ན་ཨང། དེའི་ཕྱིར་སྙིང་ལ་འཇིགས་སྤོང། འོ་དེ་ནི་ཤེས་ཕྱིར་བརྩོན་པ་བསྟེན། འོ་དེ་ལས་ད་འགྱུར་མོ་འདི་རྣམས་རང་བཞིན་གྱིས་འོ་དེ་ནི་མ་གྲུབ་པ་རེད། རང་བཞིན་གྱིས་མ་གྲུབ་པ་ཡིན་སོང་ཙང་ཀོ་ཀ་རེད། སྒྱུ་མ་ནང་བཞིན་རེད། རང་བཞིན་གྱིས་མ་གྲུབ་དོན་ལ་རང་བཞིན་གྱིས་མ་གྲུབ་པ་ཡིན་སོང་ང་ཚོ་ལ་རང་བཞིན་གྱིས་གྲུབ་པ་སྣང་གི་ཡོད་རེད་འོ་དེ་ཡིན་དུས་ཁོ་ལ་སྣང་ཚུལ་དང་གནས་ཚུལ་མི་མཐུན་པ་ཡིན་སོང་ཀོ་རྒྱུ་མ་དང་འདྲ་བ་རེད། ཀོ་དེའི་སྐབས་ལ་ཡང་དེ་ནི་རང་བཞིན་གྱིས་གྲུབ་པའི། དེ་ནི་ཀོ་དེ་འདྲི་གི་ཉོན་མོངས་དེ་སྐར་རྩ། སྙིང་ལ་འཇིགས་པ་སྤོངས་སེ་དེ་གང་བྱས་ཙང་སོ་སོ་གི་རང་བཞིན་གྱིས་དེ་འདྲི་གི་ཚུགས་ཐུབ་རང་དབང་བ་འགྲོ་བའི་དེ་འདྲི་ཉོན་མོངས་ཅིག་ཡོད་མ་རེད་དེ་ཡིན་དུས་གང་ལ་ང་ཚོ་སྙིང་ལ་སེམས་ལ་ཡང་འཇིགས་སྐྲག་དང་ངམ་སྐྲག་ཨོ། ཅིག། སོ་སོ་ལ་དེ་འོ་དེ་འདྲ་ཡོང་དགོས་ར་བ། འོ་དེ། དེ་དེ་འདྲ་ཅིག་སྐྱེ་བ་དེ་ཙམ་གྱི་སོ་སོ་གྱི་སེམས་ཞིམ་དགོས་ཡ་དེ་དེ་འདྲ་ཡོག་མ་རེད། ཨོ། དེ་འདྲ་གི་ཆུ་ཁོ་རང་བཞིན་གྱིས་མ་གྲུབ་པའི་གནས་སྟངས་དེ་ཤི། འོ་དེ་ནི་ཤི་ནས་འོ་དེ་འཇིགས་པ་སྤོང། འོ་དེ་སྙིང་ལ་འཇིགས་སྐྲག་སེམས་ལ་ཡ་འཇིགས་སྐྲག་དེ་སྤང་པའི་ཆེད་དུ། ཨ་ནི་ཉོན་མོངས་བ་གནས་སྟངས་ཇི་བཞིན་དུ་འོ་དེ་ནི། ཤི་དགོས་དགོས་རེད། འོ་དེ་ཤི་བའི་ཕྱིར་དུ་བརྩོན་པ་ལ་བརྟེན་པ་ཡིན་ནའང། དེ་ཤི་བའི་ཕྱིར་དུ་བརྩོན་པ་ལ་བརྟེན་པ་ཡིན་ནའང། དུ་སྨད་ཉིད་དུ་བདག་ལ་ཉར་སོགས་རྣམས་སུ་ཅི་སྟེ་གནོད་པར་བྱེད། འོ་དེ་ལྟ་སྟེ་དེ་འདྲ་ཅིག་ཤི་ནས་ཉོན་མོངས་པ་ནས་དང་ཇི་བཞིན་དུ་ཤི་སོང་བ་ཡིན་ན་དེ་ནི་བཟང་དོན་སོ་སོ་གི་སེམས་ལ་ངམ་སྐྲག་དང་ནི་ཅིག་དེ་འདྲ་སྐྱེ་དགོས་ཀྱི་མ་རེད་ད་ག་ནང་ཅིག་སྤོང་ཐུབ་ཀྱི་མ་རེད་བསམ་པ་འདྲ་བོ་ངམ་སྐྲག་ཞིག་ད་བྱེད་དགོས་ཀྱི་མ་རེད། ཁོ་ད་ལྟ་ཅིག་བ་འདི་ནི་ཁོ་ཉོན་མོངས་པ་ནད་དང་ཇི་བཞིན་དུ་ཤི་སོང་བ་ཡིན་ན་ཁོ་བ་འདི་ནི་ཉོན་མོངས་པ་དེ་ཁོ་ཁ་བརྡའི་བྱ་ལས་སླ་བོ་ཅིག་ཡིན་སོང་ཙང་བ་འདི་ནི་ཅིས་ནི་འཇིགས་སྐྲག་དང་དེ་ནི་སྐྱེ་དགོས་མ་རེད། ང་ཚོ་དོན་མེད་དགེ་མེད་ཅིག་གི་ཐོག་ལའང་ང་ཚོ་ལ་དེ་ནི་ཅིག་དཀའ་སྡུག་མང་པོ་ཅིག་མྱོང་དགོས་བ་རེད། རེད་བ་ཡ། ཉོན་མོངས་པ་ང་ཚོ་ལ་དཀའ་ངལ་དཀའ་རྒྱུ་ག་ཚོད་ཟེར་སྔོན་མ་ག་ཚོད་སྤྲད་ས་རེད་ད་ལྟ་ཡང་ག་ཚོད་སྤྲད་དགོས་རེད། ཡིན་ན་དེ་ཚོ་ཚང་མ་དང་དོན་དག་མིན་རྒྱུ་སྐྱག་ཉག་རེད་པ་མ་གཏོགས་དོན་དག་ཡོད་པ་ཅིག་གི་ཐོག་ནས་ང་ཚོ་བལྟས་ཚེ་སྡུག་པོ་མྱོང་དགོས་ཀྱི་ཡོད་པ་ཡིན་ན་ཡང་ཁོ། སྡུག་པོ་མྱོང་བའི་མྱོང་གོ་ཆོད་པ་ཅིག་ཆགས་འགྲོ་གི་རེད། ང་ཚོ་ཉོན་མོངས་ང་ཚོ་ལ་སྐད་འདི་སྤྲད་དེ་ཁོ་དོན་དག་མེད་གྱུར་ཅིག་བྱུང་སྟེ་དོན་མེད་ཉིད་དུ་བདག་ལ་ཉར་སོགས་ཨ་ཉར་བ་ཡི་དྭགས་དུད་འགྲོ་ལ་སོགས་པའི་སྡུག་བསྔལ་དཔེ་དྲངས་མེད་པ་ཅིག་མྱོང་ཡ་དེ་ཡང་ཁོ་ཉོན་མོངས་ཀྱི་བྱས་པ་རེད། ཨ་ཉར་སོགས་རྣམས་སུ་ཅི་སྟེ་གནོད་པར་བྱེད་བ་ཆད་ཙམ་ཉོན་མོངས་ཀྱི་རང་བཞིན་འདི་མཐོང་སོང་པ་ཡིན་ན། ཁོ། ཉོན་མོངས་འཁོར་བ་རང་བཞིན་གྱིས་མ་གྲུབ་བཞིན་དུ། སྐར་ཚ་རང་བཞིན་གྱིས་མ་གྲུབ་བཞིན་དུ་རང་བཞིན་གྱིས་གྲུབ་པར་སྣང་དགོས། དེས་སྣང་བ་ནང་བཞིན་དུ་སོ་སོ་རང་བཞིན་གྱིས་མ་གྲུབ་པ་འོ་དེ་རྟོགས་སོང་ནས་ཉོན་མོངས་པའི་རང་བཞིན་དག་དག་ཏུ་མཐོང་ཟེར། དེ་རང་བཞིན་དུ་མཐོང་གསུངས་པ་ཡིན་ན། དེ་ནས་བཟུང་སྟེ། ད་ནངས་རྒྱལ་ཆོས་ལ་ང་ཚོས་དོན་དག་མེད་པའི་ཉེས་བར་ལ་སོགས་པའི་སྡུག་བསྔལ་མང་པོ་ཞིག་མྱོང་ཚར་རེད། འོ་ད་དེ་ནས་བཟུང་སྟེ་སོ་སོ་དེ་འདྲའི་སྡུག་བསྔལ་དུ་མྱོང་མི་དགོས་པ་ཆགས་ཀྱི་རེད།

རང་བཞིན་གྱིས་གྲུབ་པ་མ་རེད་རང་བཞིན་གྱིས་གྲུབ་པའི་རྩ་བ་ནི་སྤོང་མི་ནུས་སྙམ་དུ་བྱེད། ཁོ་རང་བཞིན་གྱིས་གྲུབ་པའི་རྒྱུ་མཚན་གྱིས་ཁོ་རྩ་བ་ནི་སྤོང་མི་ནུས་སྙམ་ནས་སོ་སོ་གི་སེམས་ལ་དངངས་སྐྲག་བྱེད་ལེ་བ་རེད། འོ་སྙིང་ལ་འཇིགས་པ་སྤོངས་ལ་སོ་སོ་གི་དེ་རང་བཞིན་གྱིས་གྲུབ་ཀྱི་རེད་བསམ་པའི་སེམས་ལ་ཡང་འཇིགས་སྐྲག་དེ་ཁྱེད་རང་དེ་བྱེད་དགོས་མ་རེད། སྟོང་ཉིད་རྟོགས་པའི་ཤེས་རབ་སྐྱེས་ནས་ཉོན་མོངས་སྤང་བའི་ཕྱིར་བརྩོན་པ་བསྟེན་པར་འོ་དེ་བསྟེན་པ་ཡིན་ན། སྟོང་ཉིད་རྟོགས་པའི་ཆེད་དུ་སོ་སོ་གོ། འོ་ནི། དང་ཉོན་མོངས་སྤོང་བའི་ཆེད་དུ་འོ། འདི་ནི་བརྩོན་པ་བསྟེན་པ་ཡིན་ན། འོ་ད་དེ་ནི་འཇིགས་སྐྲག་དང་ལྡོག་འགྲོ་བོ་རེད་དེ་འདི་གོ་ན་དེ་ལ་བརྩོན་པ་བསྟེན་རིགས་ཀྱི་རེད། རིགས་ཀྱི། དེ་ལྟར་མི་ནུས་བཞིན་དུ། དོན་མེད་པ་ཉིད་དུ་འོ་དེ་ལྟར་མ་བྱས་པ་ཡིན་ན་དོན་མེད་པ་ཉིད་དུ་བདག་ལ་དམྱལ་བ་ལ་སོགས་པའི་ངན་སོང་རྣམས་སུ་ཅི་སྟེ་གནོད་པ་བྱེད་དུ་འཇུག་སྟེ་འཇིགས་པར་མི་རིགས་སོ། དོན་མེད་ཀྱི་དོན་ནི་དམྱལ་བ་ལ་སོགས་པའི་སྡུག་བསྔལ་སྣ་ཚོགས་དེ་འདྲ་གི་མང་པོ་བྱེད།

དེ་གོ་ས་བོན་རྩ་བ་དེ་ཉོན་མོངས་ཀྱི་ས་བོན་རྣམས་རྩ་བ་མེད་པར་བཟོ་བཞག་པ་ཡིན། ཨ་ནི། ཡུལ་གྱི་གང་ལ་ཡང་མི་གནས་མི་གནས་མི་གནས་ཟེར་བ་དེ། ཡང་ཁ་ཅིག་ཁ་ཅིག་གིས་ཁོ་བོ་དེ་རང་བཞིན་གྱིས་གྲུབ་པ་ལ་མ་གྱུར་བར་བྱས་ནས་ཉོན་མོངས་ཀྱི་ས་བོན་དང་བག་ཆགས་དང་བཅས་པ་སྤངས་གསུངས་པ་ཡིན་ནོ། དེ་ནི་ཉོན་མོངས་གང་ལ་ཡང་གནས་ས་ཡོད་མ་རེད་ཟེར་ནས་དེ་འདྲི་ལ་ཡང་གོ་ཆོག་གི་རེད་བཤད་ཆོག་གི་རེད། ད་དེ་ནི་བག་ཡོད་བསྟན་པའི་ལུགས་ཀྱི་དོན་བསྡུས་འདིར་རྩ་བ་དེ་ཐ་མ་དེར་འཇུག་བསྡུས་འདིར། དེ་ལྟར་རྣམ་གསུམ་སྤྱིར་སྤྱིར་སྐབས་བཤད་པ་ཡིས་བསླབ་པ་སྒྲུབ་པའི་ཆེད་དུ་འབབ་པར་བྱ། སྨན་པའི་སྔགས་མ་ཉན་ན་སྨན་བདག་གིས་བཅུ་དགུ་བསྣབས་པ་བསྲུབ་པ་ག་ལ་ཡོད། ད་ལྟའི་འགྲེལ་པ་དང་དང་པོ་ཆོས་ལོག་པ་ཡིན་ན་པའོ་འདུག་སྟེ། གོང་དུ་བཤད་པ་དེ་ལྟར་ད་གོང་ལ་ཡང་དེ་ནི་འདི་འོ་མང་པོ་ཅིག་འདི་ནས་གསུངས་སོང་ངམ། པའི་ནང་ཚོ་ག་རེ་ག་རེ་སོང་ཡོད་ཀི་ནི་བག་ཡོད་བསྟེན་དགོས་ཀི་ཡོད་རེད། ཡོད་ཀི་གང་ནི་བྱང་ཆུབ་ཀི་སེམས་ཀི་ཕན་ཡོན་དེ་དེ་ནི་སྡིག་པ་བཤགས་པ་དང་དེ་ནི་བྱང་ཆུབ་ཀི་སེམས་ཀི་དངོས་སུ་བཟུང། དངོས་སུ་བཟུང་ནི་དེ་ཡི་བསླབ་བྱ་ལ་སློབ། བསླབ་བྱ་ལ་སློབ་པ་ལ་ངེས་པར་དུ་བག་ཡོད་བསྟེན་དགོས་ཀི་རེད། ད་བག་ཡོད་བསྟེན་པའི་སྐབས་ལ་ག་རེ་རེད་དེ་གང་ལ། དེ་ནི་སྒྲུབ་པ་ཉམས་གླིང་གི་བསླབ་བྱ་ལ་བཏུད་པའི་བསླབ་བྱ་ལ་བཏུད་ནས་བག་ཡོད་བསྟེན་ཚུལ་ཅིག་གསུངས་སོང། དར་བ་བརྒྱ་དང་འབྱོར་པ་བཅུ་ཚང་བའི་ལུས་རྟེན་བཟང་པོ་འདི་འདྲ་ཅིག་ཐོབ་སོང་དལ་འབྱོར་གྱི་རྟེན་ལ་བསམ་སྟེ་བག་ཡོད་བསྟེན་དགོས་དགོས་རེད། འོ་ན་ལུས་རྟེན་བཟང་པོ་ཕྱི་ནང་གི་མཐར་སྐྱེལ་འདི་འདྲ་ཅིག་འཛོམས་པའི་སྐབས་དེ་ལ་ང་ཚོ་གཟབ་གཟབ་བྱེད་དགོས་དགོས་རེད་ཟེར་ཏེ། འོ་འདི་འདྲ་ཅིག་གསུངས་སོང། དེ་ནས་ཉོན་མོངས་པའི་དེ་ནས་ཉེས་པ་དང་སྐྱོན་ལ་སོགས་པ་དེ་ཚོ་ལ་བསམ་ནས་ཨ་ནི་བག་ཡོད་བསྟན་པ་ཟེར་ད་དེ་ཉོན་མོངས་ཀྱི་ཉེར་མིག་མང་པོ་ཅིག་སྐྱོན་ཆ་མང་པོ་ཅིག་སོང་ནས་འོ་ད་དེ་ཚོ་གསབ་གསབ་བྱེད་དགོས་རེད་གསབ་གསབ་བྱེད་དགོས་ཟེར་འོ་བག་ཡོད་བསྟན་དགོས་རེད་ཟེར་དེ་འདྲ་སོང་སོང་འོ་དེ་དེ་ལྟར་དགོངས་འོ་དེ་ནས་དེ་ལྟར་རྣམ་པ་དུ་མར་ཟེར་དེ་རེད་གོང་དུ་བཤད་པ་དེ་ལྟར་རྣམ་པ་དུ་མར་བསམ་ལ་ཟེར་སྔར་སྤྱིར་སྐུ་བཤད་པའི་བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་བཟུང་བ་དང་དེ་ནས་འོ་དེ་བསླབ་པ་སོང་བའི་ཆེད་དུ་འོ་དེ་ནས་བྱང་ཆུབ་ཀྱི་སེམས་དང་བྱང་ཆུབ་ཀྱི་སེམས་དེ་ནས་བསླབ་བྱ་སོང་བའི་ཆེད་དུ། དེ་ནས་སྟོན་པས་ཇི་ལྟར་གསུངས་པ་ལྟར་བག་ཡོད་བསྒོམ་པ་ལ་འབབ་པར་བྱ་སྟེ། དེ་ནས་སྟོན་པས་འོ་དེ་ཚོས་དཔེ་ཉམས་ལེན་བྱེད་ཅེས་དང་གསུངས་པ་ནང་བཞིན་དུ་དཔེ་ཚོས་བསྒོམ་དགོས་ཏེ། དོན་དག་ང་ཚོས་བསླབ་བྱ་བསླབ་བྱ་བསླབ་བྱ་ཟེར་དུས་གང་ལ་ད་དོན་དག་ག་རེ་རེད་ཟེར་དུས་གང་ལ། བྱ་དགོས་བྱེད་པ་བྱ་མི་འོས་པ་མ་བྱས་པ། འོ་ད་དེ་འདྲའི་ཅིག་ལ་ཡང་དགག་སྒྲུབ་ཀྱི་བསླབ་བྱ་དོན་དག་དེར། ཡང་ན། བྱེད་མི་ཉན་པ་དང་མ་བྱས་པ་བྱེད། བྱ་དགུ་པ་དེ་སྒྲུབ། འོ་དེར་དག། བྱ་དགུ་བྱས་པ་བྱ་མི་ཉན་པས་མི་བྱེད་པ། འོ་དེ་ནི། གཉིས་པ་ལ་མ་གཞིགས་པ། འོ་དགེ་བ་ལ་འདི་ནི་འབད་རྩོལ་བྱེད་པ་འོ་འདི་འདྲི་ཅིག་ལ་ཡང་དགག་སྒྲུབ། དོན་དག་དེ་རེད། འོ་ད་སངས་རྒྱས་བཅོལ་འདས་འདི་བས་དེ་འདྲི་གསུངས་ཡོད་སོང་ན་དེ་ལ་ཡང་འབད་པ་ཆེན་པོ་བྱེད་དགོས་འབད་པ་འབད་པ་བྱས་ཏེ། འདི་ནང་ལ་མའོ་ཏན་གཟས་ཀྱིན་འདུག་དེ་ཧ་གོ་མ་སོང་ག་རེ་ཡིན་ནམ་ཞེས། མའོ་ཏན་སྨན་པའི་ངག་མ་ཉན་པར། ད་དོན་དག་སོ་སོ་གནས་པ་ཅིག་ཡིན་པ་ཡིན་ན། དེ་ནི་སྨན་པ་གིས་སོ་སོ་ལ་གང་བསླབ་བྱ་གནང་ཡང་དེ་སོ་སོ་གིས་མ་ཉན་པ་ཡིན་ན། སྨན་བཏགས་ཀྱང་ངེས་པར་བཅུག་དགོས་པའི་ན་པ་དེ་ནི་བསུ་བ་ག་ལ་ཡོད་དེ་མི་བསུ་བ་བཞིན་ནོ། བྱས་ཙང་སོ་སོས་དུས་ནམ་ཡང་དེ་ནི་ཅིག་སྨན་གྱི་བྲག་བརྐོ་ཡག་གི་ནད་པ་ཅིག་ཡིན་པ་ཡིན་ན་ངེས་པར་དུ་སྨན་པ་གི་ཁ་ལ་ཁ་ལ་ཉན་དགོས་སྨན་པའི་ཁ་ལ་མ་ཉན་པ་ཡིན་ན་ཁྱེད་རང་དུས་ནམ་ཡང་སྨན་གྱི་ན་ཚ་དེ་ལས་དྲག་ཡོད་མ་རེད། དེས་ན་སྨན་པ་ཆེན་པོ། ལྟར་སྨན་པ་ཆེན་པོ་དུ་སུ་རེད་ཟེར་ན་སྟོན་པ་རེད། སྨན་པ་ཆེན་པོ་སྟོན་པའི་གསུང་གསུང་བཞིན་དུ་ཉོན་མོངས་སྤོང་བ་ལ་འབབ་པར་བྱའོ། བྱས་ཙང་སྨན་པ་ཆེན་པོ་སུ་རེད་ཟེར་ན། དེ་ནི་བདག་ཅག་གི་སྟོན་པ་རེད། དེའི་གི་གསུངས་པ་ནང་བཞིན་དུ་ཉོན་མོངས་སྤང་སྟངས་ག་འདྲི་ཞིག་གསུངས་ཡོད་པ་ཡིན་ན་འོ་དེ་ནང་བཞིན་གྱི་སོ་སོ་བཙུན་པ་བསྟེན་དགོས་དགོས་འབར་རྩོད་བྱེད་དགོས་ཀྱི་ཡོད་རེད། འོ་དེ། རང། འོ་དེ་རེད་ད། བ་ད་དེ་འདྲས་ཅིག་སོང་ཟེར་འདི་ད་དེ། དེ་འདྲས་རེད་སོང་ང། དེ་ལྟར་རྣམ་བསམ་ཟེར་དེ་ལྟར་གོང་དུ་བཤད་པ་གི་དོན་ནི་བྱང་ཆུབ་ཀྱི་སེམས་ཀྱི་དགའ་བའི་བསླབ་བྱ་དང་སྒྲིབ་པའི་བསླབ་བྱ་ལ་སོགས་པ་དང་ད་བག་ཡོད་གཏན་ཚིགས་ལ་སོགས་པ་དེ་འདྲས་གསུངས་པ་འདི་ཚོ་ཚང་མ་སོ་སོ་ཡག་པོ་ཅིག་ཐུབ་པ་ཅིག་བསམ་པ་ཅིག་བྱས་པའི་ཐོག་ནས། ཨཱ་ནི། སྤྱིར་སྐད་བཤད་པ་བཞིན་བསླབ་པར་སྒྲུབ་པའི་ཆེད་དུ་བྱས་ཙང་དེ་གི་སོ་སོ་གི་བསམ་པའི་དོན་དག་རང་སྒྲུབ་པ་ཉམས་ལེན་བྱེད་དགོས་ཀྱི་ཡོད་རེད། བསླབ་པ་སྒྲུབ་པའི་ཆེད་དུ་ངེས་པར་དུ་འབད་རྩོལ་ཆེན་པོ་བྱེད་དགོས་ཀྱི་ཡོད་རེད། དེ་ནི་མ་བྱས་པ་ཡིན་ན་སྨན་པའི་སྔགས་མ་ཉན་ན་སྨན་བདག་གིས་ཨོ་བཅུ་དགུ་ནད་པ་གསོས་པ་ག་ལ་འགྱུར། བྱས་ཙང་སྨན་པའི་སྔགས་ལ་ཡག་པོ་མ་ཉན་པ་ཡིན་ན་ནད་པ་དྲག་མི་ཐུབ་པ་ཇི་བཞིན་རེད། འོ་ད་དེ་འདྲས་སོང། ད་ཁ་ཚང་ཡོད་ཀྱི་རྐང་ལས་དེ་ཡིན་པ། འོང། ང་ཚོ་ག་རེ་རེད་ཟེར་དུས་མཐའ་མར་རྣ་གྱིས་འཇིགས་ན་ཡང་སྨན་པའི་ངག་བཞིན་བཅའ་དགོས་ན་ཟེར། བྱས་ཙང་ང་ཚོ་མགོ་ན་ཚ་དང་གྲོགས་པོ་ན་ཚ་ལག་སོགས་པ་དེ་འདྲའི་གི་ན་ཚ་ན་བ་ཡིན་ན་ད་སྨན་པས་ག་རེ་གསུངས་པ་ཡིན་ན་དེ་ནང་བཞིན་སྒྲུབ་དགོས་ཀྱི་འདུག་ཟེར་དེ་མ་སྒྲུབ་ན་ན་ཚ་དྲག་ཐུབ་ཀྱི་མ་རེད་བ་ཟེར། འདོད་ཆགས་ལགས་སོ་ཉིས་བརྒྱ་ཡིས་རྣ་གྱིས་རྟག་ཏུ་སྨུག་བྱ་དགོས་ཟེར། བྱས་ཙང། ལུས་ཀྱི་ན་ཚ་དེ་འདྲའི་ཅིག་ན་བ་ཡིན་ན་ལུས་ཀྱི་ན་ཚ་ལ་སྨན་དེ་སྐར་ཚ་སྨན་ཆུ་བཅས་མཁས་པའི་སྨན་པ་གི་ཁ་ལ་མ་ཉན་ན་ལུས་པོ་གི་ན་ཚ་དེ་དྲག་ཐུབ་བོ་མ་རེད། དེ་ནང་བཞིན་གྱི་སོ་སོ་གི་སེམས་ཀྱི་ན་ཚ་དེ་ཡང། ཁོ་སེམས་ཀྱི་ན་ཚ་བཅོས་ཐུབ་སྟོན་པའི་སྟོན་པ་སངས་རྒྱས་བཅོན་ལྡན་འདས་དང་སོ་སོ་གི་བླ་མ་དང་ཨོ་རྒྱན་རྒྱལ་སྲིད་སེམས་དཔའ་ལ་སོགས་པའི་དེ་འདྲའི་གི་བཀའ་ལ་མ་ཉན་པ་ཡིན་ན་སོ་སོ་གི་སེམས་ཀྱི་ན་ཚ་དེ་དྲག་ཐུབ་བོ་མ་རེད། འོ་དོན་དང་དེ་སོགས་ཏེ། འོ། འདོད་ཆགས་ལ་སོགས་ཉིས་བརྒྱ་ཡི། ནད་ཀྱིས་བརྟགས་སྟབས་དམུ་ཆོས་དགུས། ད་དེ་འོག་ཏུ་ལ་དེ་གཅིག་གིས་ཀྱང་འཛག་མེད་ན་ནད་པའི་མི་ཀུན་ལག་ཆད་ན། དེ་ལ་ཕན་པའི་སྨན་གཞན་ནི་ཕྱོགས་རྣམས་ཀུན་ནས་མི་རྙེད་ན། འོ། དཔེར་ང་ཚོ་གཅིག་འདོད་ཆགས་ཞེ་སྡང་ལ་སོགས་པའི་ཉོན་མོངས་གཅིག་གིས་འཛམ་བུ་གླིང་གི་མི་ཚང་མ་འཕྲོག་ལ་བཏང་གི་རེད། ཨོ། དེ་ཡིན་ནའང་དེ་ལ་ཕན་པའི་སྨན་གྱི་སྨན་ཁང་དང་དེའི་ཚོང་ཁང་དང་དེ་འདྲ་གི་དཔེ་བཟོ་གྲྭ་ཆེན་པོ་དང་དེ་ཚེ་ཚན་རིག་པ་དང་དེ་འདྲ་ལ་བཙོང་བ་ཡོད་རེད་བས་ཚེ་རྩ་བ་ཉིད་ནས་ཡོད་མ་ཆོག་ག་བ་ཆོ་ལོ་ལ་ག་བ་ས་ག་བ་བརྩི་ས་འགྲོ་ན་རག་གི་མ་རེད། དེ་གི་སྨན་སྨན་དེ་དེ་ལ་ཕན། འོ་ན་ད་དེ་ལ་ཁོ་དེང་གི་སྨན་པ་དང་སྨན་དེ་སུ་ལ་ཡོད་རེད། དེ་ལ་སྨན་པ་ཐམས་ཅད་མཁྱེན། ཟུར་ངོས་ཐམས་ཅད་འཇོན་པ་ཡིན།

སེམས་ཀྱི་ན་ཚ་བཅོས་ཐུབ་བྱེད་ཉིད་ཀྱི་སྨན་པ་སུ་རེད། སྨན་པ་ཆེན་པོ་སྟོན་པ་སངས་རྒྱས་བྱོན་ནི་འདི་རེད། ཁོ་བོ་ལ་སྨན་ག་རེ་ཡོད་རེད། འགོག་བདེན་ཉུང་དང་བསླབ་བདེན་ཉིད་ཀྱིས་བསྡུས་པའི་ཆུ་གོ་མཆོག་དང་ང་ཚོ་ལ་མར་བློ་སྦྱོང་སྤྲད་ཡ་ཡོད་རེད། ནད་གཡོག་གི་ཚིག་འགྲོ་དང་དགེ་འདུན་གོ་མཆོག་རེད། དེ་དཀོན་མཆོག་གསུམ་དང་དེ་གསུམ་པོ་དེ་ལ་ཡག་པོ་ཞིག་བསྟེན་པ་ཡིན་ན་ད་ང་ཚོ་སེམས་ཀྱི་ན་ཚ་གཙང་མ་གཙང་རྐྱང་དྲག་ཐུབ་ཡ་གི་རེ་བ་ཡོད་རེད། ཧོ་དེ་འདྲས་སོང། བྱས་ཙང།

ཁོས་མ་ཕ་ཞོལ་དེ་མི་གཅིག་གིས་འགྲིག་ཚར་དེ་གང་ལ་དེ་ནི་ཁོ་རང་གི་ལས་ཀ་དེ་དང་ཅིག་ཅིག་ཅིག་ལས་ཡག་མ་འདུག་ཁོ་དེ་ཙམ་རེད་མ་གཏོགས་དེ་ལས་གཞན་པ་ཁོ་ལ་ཚོར་བ་འགྲོ་བ་དང་ཚོར་བ་ལྡིར་ལྡིར་དང་མིག་ཟུག་ཟུག་ཡོད་མ་རེད་ཁོ་ལ་ཚོར་ཤིག་དང་རྣམ་ཤེས་དེ་མེད་སོང་ཙང། ཁོ་ག་རེ་རེད་ཟེར་དེ་གང་ལ་ཁོ་ཅིག་དེ་ཁོ་རང་གི་གངས་བྲུག་ཞགས་པ་དེ་གི་ལས་ཀ་དེ་བྱས་བསྡད་ན་དེ་འགྲིག་གི་རེད། ད་ག་ནང་བཞིན་ང་ཚོ་གི་གྲོགས་པོ་གྲོགས་མོ་དེ་ཚོ་ཚང་མ་ཡང་འཁྲི་ཤིང་གི་མི་མ་རེད་བ། ང་ཚོ་ཚང་མ་དང་བསྡད་འདུག་ཡོད་ཚོར་བ་ལྡིར་ལྡིར་ཡོད་ས་རྐྱང་རྐྱང་རེད་བ། ཨང། ད་ལ་ནང་བཞིན་དེང་དུས་ཀྱི་ཤེས་ཡོན་འདི་ཚོ་ཚང་མ་དང་རྩུབ་བོ་དེ་ཕྱི་ཡི་དཔལ་འབྱོར་དང་འབྲེལ་བ་ཡོད་པ་ཞག་གཅིག་རེད། དེ་ང་ཚོ་ལ་དགོས་ཀྱི་ཡོད་རེད། ག་རེ་རེད་ཟེར་དུས་དེ་ཚོ་ཚང་མས་ང་ཚོ་གི་རྩུབ་བོ་དེ་བཟའ་ཡག་དང་གོན་ཡག་གཙོ་བོ་ལུས་ཚོར་ལ་བརྟེན་པའི་ཨ་ནི་ཁོ་ཚོར་བ་ལ་དེ་ནི་ཕན་གྱི་ཡོད་རེད་དེ་དགོས་ཀྱི་ཡོད་རེད། དེ་དང་མཉམ་དུ། ག་རེ་རེད་ཟེར་དེ་ག་ལ་ང་ཚོ་ཨ་ནི་ཆུ་བོ་ཟ་ཆུ་བོ་བློ་སྦྱོང་ཟ་དེ་འདི་ཡང་ངེས་པར་དུ་སྒུག་ཡོད་རེད་ཟེར་དེ་ག་རེ་རེད་ཟེར་ང་ཚོ་ཁྲི་གཅིག་གི་མི་དང་མ་འདྲ་བའི་ང་ཚོ་གི་མི་དེ་ལ་ད་སེམས་ཅན་དང་མི་ལ་ཡ་ཁོ་སེམས་ཁམས་ཟེར་ཡ་གཅིག་འདུག་ཨ་ཟེར་རྣམ་ཤེས་ཟེར་ཡ་གཅིག་འདུག་ཨ་ཟེར། ང་དང་ངའི་རྣམ་ཤེས་གཉིས་དང་འབྲེལ་བ་བཟོ་དགོས་ཡོད་རེད་ཟེར་འབྲེལ་བ་ཡོད་རེད་འབྲེལ་བ་བཟོ་དགོས་རེད་འབྲེལ་བ་བཟོ་ཟེར་དེ་ག་ལ་ག་རེ་ལ་འོ་རེད་སོ་སོ་གི་རྣམ་ཤེས་ཀྱི་གནས་སྟངས་དེ་སོ་སོ་གི་ཤེས་པ་བྱེད་དགོས་ཡོད་རེད་ཟེར་བ་ད། སོ་སོ་གི་རྣམ་ཤེས་ཀྱི་གནས་སྟངས་དང་སོ་སོ་གི་ཕྱིན་པ་ལས་ད་ང་ཚོ་ག་རེ་རེད་ཟེར་དུས་ནང་ཆོས་ནས་བཤད་པའི་སེམས་ཁམས་རིག་པ་ལ་སོགས་པ་ལ་མ་ལྟོས་རང་ལྟོས་རེད་དེ་ལ་བློ་སྦྱོང་མ་བྱེད་རང་བྱེད་རེད་དེ་གསུངས་འདུག་དེ་ལ་བློ་སྦྱོང་བྱེད་དགོས་ཡ་ག་རེ་རེད་རང་རང་སོ་སོ་གི་ཁེ་བཟང་གི་ཆེད་དུ་རེད། ང་ཚོ་ལ་བདེ་སྐྱིད་ལ་སེམས་ཚོར་ལ་བརྟེན་པའི་བདེ་སྐྱིད་ཅིག་དང་ལུས་ཚོར་ལ་བརྟེན་པའི་བདེ་སྐྱིད་ཅིག་གཉིས་ཡོང་དགོས་རེད་དེ་ནས་དང་དེ་བདེ་སྐྱིད་གཉིས་ཀ་དེ་ང་ཚོ་ལ་དགོས་ཀྱི་ཡོད་སོང་ཙང་བྱས་ཙང་སེམས་ཚོར་ལ་བརྟེན་པའི་བདེ་སྐྱིད་དེ་ང་ཚོ་ལ་དགོས་ཀྱི་ཡོད་རེད་དེ་དགོས་པ་ལ་ངེས་པར་དུ་སེམས་ཁམས་ཀྱི་རྣམ་གཞག་དང་གཤིས་པའི་ཐོག་ནས་ད་སོ་སོ་ལ་གནོད་སྤུའི་རིགས་ཀྱི་བསམ་བློ་ག་རེ་ག་རེ་འདུག་ཤེས་པ་ག་རེ་ག་རེ་འདུག་འདི་ཚོ་ཚང་མ་དང་བལྟས་ཚེ་མ་ཤུགས་ཆུང་རིགས་དང་ཉུང་རིགས་དང་མེད་པ་བཟོ། དེ་འདྲའི་ཚོང་བ་འདི་ག་ལ་སོ་སོ་ལ་ཕན་ཐོགས་པའི་བསམ་བློ་འདི་ཚོ་ཚང་མ་དང་ཡར་རྒྱས་བཏང་ཐབས། ཕན་མི་ཐོགས་པའི་བློ་གི་རིགས་ཀྱི་རྒྱུ་དང་རྐྱེན་ག་རེ་ག་རེ་ཡོད་མེད་འོ་དེའི་རྒྱུ་རྐྱེན་འདི་ཚོ་པ་ཤུགས་ཆུང་རིགས་བཏང་པ་ཡིན་ན། སྐྱོ་ནུབ་པའི་རིགས་ཆེན་གྱི་བསམ་བློ་དེ་ཚོ་མྱོང་རིན་འགྲོ། སོ་སོ་ལ་ཕན་པའི་བསམ་བློ་དེ་ག་རེ་ཡིན་པ་ཡིན་ན་དེ་གི་རྒྱུ་དང་རྐྱེན་དེ་ག་རེ་ག་འདྲི་བྱས་ནས་སྒྲུབ་དགོས་དེ་ཚོ་ཚང་མ་གི་གནས་སྟངས་དེ་ང་ཚོ་ཤེས་དགོས་འདུག་ཨ་ཟེར། ང་ཚོ་གི་ནང་བསམ་བློ་དང། ཆོས་ལུས་ངག་ཚང་མ་ལ་འབྲེལ་བ་ཡོད་པ་ཅིག་ཆགས་བསྡད་འདུག་ཨ་ཟེར། ཚོར་ཤིག་འདུག་ནམ་ཤེས་འདུག་ཟེར། ནམ་ཤེས་ཀྱི་འགྲོ་སྟངས་དེ་ང་ཚོ་ཧ་གོ་དགོས་ཀྱི་ཡོད་རེད་ཟེར། མ་གཏོགས་དེའི་སྒང་ནས་ང་ཚོ་ལ་བདེ་བ་དང་སྡུག་བསྔལ་གཙོས་ཆེ་ཤོས་དེ་དེ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར། འོ་དེ་དེ་འདྲའི་ཅིག་ཡོང་བ་ལ་ང་ཚོ་བོད་ཀྱི་སྐད་དང་ཡི་གེ་ཀྱི་ཐོག་ལ་ཡོད་པའི་ཨ་ནི་ནང་པ་སངས་རྒྱས་པའི་ཆོས་ཟེར་དེ་ད་དངོས་གནས་དྲངས་ཏེ་སྤེལ་ཐབས་ལམ་ཡག་ཤོས་ཅིག་དང་འོ་དེ་ནས་སེམས་ཁ་གནས་སྟངས་ཀྱི་ཐོག་ལ་ཡ་དེ་ནས་འགྲེལ་བཤད་ཟབ་ཞུས་དང་རྒྱས་ཞུས་ཅིག་ཆགས་བསྡད་ཡོད་སོང་ཟིག་སུ་དང་སུ་ཡིན་པ་ཡིན་ན་དེ་གང་ལས་ངེས་པར་དུ་སློབ་སྦྱོང་བྱས་ན་ཕན་ཐོགས་ཡོད་པ་ཅིག་རེད། ཨོ་དེ་འདྲས་གསུངས་གི་འདུག་བྱས་ཙང། ཨོ་ད་དེ་འདྲས་ཅིག་རེད། དེ་ནི་གང་ལ་ཡ། ངས་ནམ་རྒྱུན་ནས་ངོ་ནས་དྲང་ནས་ང་རོ་སེམས་ལ་ཡ་དེ་ག་དེའི་ནང་དྲན་གི་ཡོད་ལ། ཨ་ནས་ག་དེའི་ནང་ངས་དེ་ཞུ་བསྡད་གི་ཡོད། དཔེར་ན་ད་ལྟ་འདི་སྤྱོད་འཇུག་ཨོ་དེ་གཙུག་གཙུག་ད་ད་ཨོ་ནས། ལོ་དྲུག་གི་ནང་ཆུ་འཛིན་འདྲ་ཨོ་དེ་ལ་ཡ་གཙུག་བྱས་ནས་ད་དེ་དང་ཡང་དོ་སྣང་ཡོད་ཉེ་བྱ་འདྲ་སེམས་མཁན་མང་པོ་ཡོད་པ་ཡིན་ན་ཁོ་ཚོ་ཚང་མ་ད་ཚང་མ་ལ་དོ་སྣང་ཡོད་ཉེ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་རེད། ཁྱད་པར་དེ་ཡང་ཡང་ངར་ཚོས་འདི་ཡང་འདི་ཚོས་སྟོད་ནག་ཅིག་ནས་ཉན་དེ་ཉིན་ང་ཚོ་སྤོབས་པ་ཡོད་ན་དེ་ཚོ་གི་གོ་དགོས་ཡ་གྱི་ག་རེ་ཡོད་རེད་ཟེར་ཏེ་ང་ཚོ་འདི་སྤུས་འཛུགས་ཀྱི་ནང་ལོག་ལ་ཡ་ཞོག་གི་འདི་ཡང་འཛིན་གྲྭ་སྐད་སྐད་སྒྱུར་དགོས་ས་གི་འཛིན་གྲྭ་གཉིས་ཡོད་རེད་དེའི་ནང་ལོག་ལ་ཡ་བོད་པ་མི་ག་ཚོད་ཡོད་རེད་ལ་གཅིག་ཚོད་དྲན་གཉིས་ཚོད་བ་རི་བ་རི་ནི་ཁྱོན་ནི་ཡོད་མ་རེད་བ་རི་བ་རི་གཅིག་ཚོད་དྲན་གཉིས་ཚོད་རེད་བ་དེ་ཡང་གཅིག་གྲྭ་པ་དང་ཨ་ནེ་དང་ཡང་ན་གཅིག་དེ་ཚོ་ལོ་ཆེན་པོ་འགྲོ་དེ་འདྲི་མ་གཏོགས་ད་ཡོད་མ་རེད། དེ་འཛིན་གྲྭ་གཉིས་དེ་ནང་ལོ། ད་ནང་བཞིན་ལོ་དྲུག་གི་འཛིན་གྲྭ་ནང་ལོ་ལོ་སྔོན་མ་ལ་དེ་ནས་སྤོབས་པ་མི་གཉིས་ཡོད་རེད་སྤོ་མོ་ཆེ་དང་སྤོ་ཆེ་གཉིས་ཡོད་རེད། བ་དེ་ལས་བྱམས་པ་བདུན་ཡོད་བདུན་གི་ནང་ནས་མི་གཉིས་མ་གཏོགས་གཞན་དག་ཚང་མ་ཕྱི་རྒྱལ་གྱང་ཉག་རེད། ད་ནང་བཞིན་གྱི་ད་ལོ་མི་བཅུ་རེ་དེ་འདྲ་ཞིག་འདུག་ད་དེ་ནང་ལ་ཕར་ཆེར་དེ་ནས་ད་འདི་ནས་སྐབས་ལ་ད་ཁ་སང་གསར་བ་ཕོ་སར་གཅིག་སླེབས་སོང་དེ་བྱས་པ་ཡིན་ན་ཕར་ཆེར་སྤོ་པི་བ་དེ་ནས་ཕོ་སར་གསུམ་འདུག་ཨོ་དེ་ལས་གཞན་པ་ཚང་མ་དུ་ཤེས་ཀྱི་རེད། དེ་ཚོ་ག་རེ་རེད་ཟེར་སྐད་སྒྱུར་མ་དགོས་ནི་ག་དུས་ང་ཚོ་སྤོར་སྐད་ཀྱི་ཐོག་ནས་ཁྲིད་ཐུབ་ས་ཨོ་དེ་འདྲ་གི་རིགས་དུ་ཆ་དགོས་རེད། ཁོ་ཚོ་གི་སྤོ་ཡིག་སྤོར་སྐད་ལ་ནི་དོ་སྣང་བྱེད། ནང་ཆོས་ལ་དེ་ནས་སློབ་སྦྱོང་བྱེད་དེ་འདྲ་བྱུང་ད། ཕྱོགས་གཅིག་ནི་རང་རེ་སོ་སོ་གི་རང་རེ་སོ་སོ་གི་ཁེ་བཟང་འདུག་སྐྱོང་མི་འདུག་བདེ་བ་འདུག་སྡུག་བསྔལ་མི་འདུག་གི་ཡོད་སོང་ཙང་ཨོ་དེ་འདྲ་གི་ཐོག་ལ་བརྩོན་གི་ཡོད་རེད། ཡིན་ན་ཡང། དཔེ། གཅིག། སོ་སོ་ཀི་ཀ་དེ་ནི་ཚོར་ཡ་གཅིག་ག་ར་རེད་ཟེར་ཏེ་དངོས་གནས་དྲང་ནས་ཁོ་ར་ཚོ་ཕྱིར་དཔལ་འབྱོར་གི་ཆ་ནས་དངོས་གནས་དྲང་ནས། ད་ཅི་ག་ལ་གང་མཚུངས་ཀི་ཐོག་ནས་ཨོ་ཡོད་དེ་ཉིད་དེ་འདྲའི་ཨོ་ཡ་མང་ཆེ་བ་དེ་འདྲའི་ཆགས་དགོས་རོགས། ཡིན་ན་ཡང། ཨོ་དེ་འདྲའི་ལ་མགོ་མང་འཁོར་བ་བྱས་ནས་ཨོ་འདི་འདྲའི་ལ་ཚོས་ཡོང། ཁང་པ་དེ་ཚོ་གླ་སོ་སོ་ཀི་ཀ་ལས་རྒྱབ་ནས་ཨོ་བོད་པའི་ཆོས་དང་རིག་གཞུང་ལ་དེ་འདྲའི་ཀི་དོ་སྣང་ཆེན་པོ་བྱས་ཡ་དེ་དེ་དངོས་གནས་དྲང་ནས་ང་ར་ཚོ་བོད་པ་ལ་ཡིན་ན་ཡང་དམིགས་བསལ་ཀི་པས་རྒྱབ་སྐྱོར་ཆེན་པོ་རེད་བསམ་པ་རུང་བ་ག་དུས་ནས་ང་རང་གི་དེ་ཚོར་གི་འདུག་ཨ་དེ་ཡིན་ན་གང་ལ་དེ་འགྲིག་གི་འདུག་ཚོད་ལ་ཡིན་ན་སྟོད་དམག་ཁྱེད་གཉིས་ཚོའི་ངོ་ནས་ག་དུས་ཡིན་ན་ངས་ཐུགས་རྗེ་ཆེ་ཞུ་གི་ཡོད་ད་འདི་ཡིན་ན་ཡང་མུ་མཐུན་ངོ་ནས་པས་ང་རང་གི་དེ་འགྲིག་གི་ཚོར་གི་ཡོད་སོང་ཙང་ཐུགས་རྗེ་ཆེ་ཞུ་ག་རེད་ཟེར་ང་ཚོ་བོད་གི་ཆུ་དང་རིག་གཞུང་དེ་མ་ཉམས་པ་ང་ཚོ་རྒྱུན་གནས་བྱེད་དགོས་ད་རྒྱུན་གནས་བྱེད་དགོས་ན་ང་ཚོ་མི་གི། ཁོའི་རྒྱུ་མཚན་ཆེ་གོ་གོ་རུ་མ་གཏོགས་མི་མ་ཡིན་པ། དུད་འགྲོ་དང་རྩྭ་ཤིང་དང་ཁང་པ་དང་དེ་འདྲི་ལ་ང་ཚོ་ཆུ་དང་རིག་གཞུང་དང་ནས་ཐུག་མར་བ་དགོན་པ་ག་ཚོད་རྒྱ་ཆེན་པོ་རྒྱག་ན་དེ་ནང་དགོན་པ་དེ་གི་ཁང་པ་ཚུ་ལ་ང་ཚོ་ཆུ་དང་རིག་གཞུང་དང་ནས་ཐུག་མར་བ་དང་པ་ད་ག་ནང་བཞིན་བོད་པའི་སྤྱི་ཚོགས་ག་ཚོད་བེད་སྤྲད་བྱེད་དགོ་ཡོད་པ་ཡིན་དེ་ཙམ་གོ་ཕན་གོ་མ་རེད་ཁོ་ལ་སློབ་སྦྱོང་བྱེད་དགོ་དོ་སྣང་བྱེད་དགོ་རུ་བ་འོ་དེ་འདྲི་བྱེད་ཡིན་སོང་ཙང་བྱས་ཙང་རྣམ་པ་ཚོ་ཡང་ང་ཚོ་བོད་སྐད་དང་ཡིག་སྐད་དང་ཆུ་དང་རིག་གཞུང་ལ་དོ་སྣང་བྱེད་དེ་ཉིད་ཚུ་ལ་ངོ་ནས་སྙིང་ཐག་པ་ནས། དུས་ཀྱི་ཆས་ཟིན་ནས་འོག་ཟླ་དེ་འདྲའི་སྔོན་ནས་བཞུད་འདུག་ཀྱང། ཡང་སྔར་ཚོ་བུ་སྤོབས་པ་ཚོ་ཡང་གཅིག་བྱས་ནས་ཆོག་ཕྱིན་ནས་ཡང་བསམ་བློ་དེ་དང་ཨ་ཁོ་ཚོ་ང་ཚོ་དང་འདྲ་གི་མ་རེད། ཁོ་ཚོ་ག་རེ་རེད་ཟེར་ཁོ་ཚོ་ཕྱི་རྒྱལ་རེད་ཟེར་ཁོ་ཚོ་གོ། ཧོ། འདི་ལ་ཡང་དཔེ་མཛོད་ནང་ལ་ཡོང་བསྡད་ཉེས་ཀྱི་ཏིལ་འབྲུ་གི་ནང་ཆུ་གཏོར་སྣང་བྱས་ནས་ཡོང་བསྡད་ཉེས་མང་ཆེ་བ་ཅིག་ག་འདྲི་འདུག།

མ་དོ་ཡང་ང་ཚོ་ཡང་པར་བརྐོ་རི་དེ་ལ་དགོས་ར་ང་ཚོ་དང་འདྲ་གི་མ་རེད། ང་ཚོ་བོད་སྐྱབས་བཅོལ་བ་ཡིན་པ་དང་ཅི་ཅི་ཅི་བ་དེ་ནས་དཔལ་འབྱོར་ང་ཚོ་འཚོ་སྒྲུབ་བྱེད་དགོས་གི་རེད་དེ་འདྲི་ལ་དགོས་རེད་དེ་ཕྱོགས་གཅིག་ནས་བདེན་པ་རེད། ཡིན་ན་ཡང་ཁོ་ཚོ་ཡང་ང་ཚོ་དང་གཅིག་པ་གཅིག་རྐྱང་བོ་དེ་ནས་བྱས་ཟླ་བ་ཁ་ཤིག་ལ་ཕུགས་ཀྱི་ལོ་ལས་ཀ་ལས་འདི་གི་གུང་སེང་དང་འབྲེལ་ནས་ཕར་འགྲོ་ཕུགས་ཀྱི་འགྲོ་ལས་ཀ་ལས་ཟླ་བ་གསུམ་བཞི་ཆའི་ང་དེ་ནས་ཡང་འདི་འཛིན་གྲྭ་ཚོགས་ནས་གང་ལ་ཚུད་ཡོང་དེ་བོ་དེ་ནས་རྐྱང་རྐྱང་བྱས་ཉིན་ད་མང་ཆེ་ད་དེ་འདྲི་རེད། ཨོ། ཨོ་དེ་འདྲའི་ཅིག་ཡིན་སོང་ཙང་བྱས་ཙང་ང་ཚོ་ཡིན་ན་ཡང་དེ་ཟིག་དོར་གནང་གྱི། ཡ་ད་དེ་འདྲའི་ཅིག་བཞུ་ཤོར་སོང། ཡང་བཞུ་གཉིས་ད་གཉིས་བྱས་ཡོད་པ་ཡིན་ན་དགོངས་དག་རེད། སོ་སོ་གི་སེམས་ཚོར་དུ་བཞུ་བཞག་ན་མ་གཏོགས། ཨོ་དེ་རེད་ད། ད་དེའི་ནང་ལ་རྒྱལ་ཚབ་རིན་པོ་ཆེ་གི་ད་བག་ཡོད་བསྟན་པའི་ལུས་གི་དེ་མ་བསྡུམས་བརྒྱབ་ནས་ཤོ་ལོ་ཀ་གཅིག་གི་ནང་ལ་སོང་བ་འདི་ག་ན་རང། དེ་ནས་ཤོག་གྲངས་བརྒྱ་དང་སུམ་ཅུ་སོ་བཞི། རང་རྒྱུད་གཉིས་པའི་རྙོག་པ་དང་བྲལ་ཞིང་སོ་སོ་གི་སེམས་རྒྱུད་དུ་ཉོན་མོངས་པའི་རྙོག་པ་དང་བྲལ་ཐུབ་པ། འོ་དེས་སོ། རྙོག་པ་ཟེར་ཆུ་རྙོག་པ་དཔེར་ན་ཆུ་གི་ནང་ལ་ས་དང་དེ་འདྲའི་ལུག་བཞག་དེ་ག་ལ་ཆུ་དེར་རྙོག་པ་ཆགས་འགྲོ་གི་འདུག་ཨ་ནི་བ་ག་ལི་ག་ལི་ག་ལི་བ་རྙོག་དུ་བཏང་འོང་དེ་ག་ལ་ཆུ་དེ་བཏང་མ་ཆགས་ཉོན་འགྲོ་གི་འདུག་ཨ་དེ་དང་བྲལ་ཞིང། དགེ་བ་མི་ཉུང་གོང་དུ་འཕེལ་བ་ནི་སོ་སོ་གི་སེམས་རྒྱུད་ཉོན་མོངས་པའི་རྙོག་པ་དང་བྲལ་བ་དང། སོ་སོའ་དགེ་བ་གང་ཡིན་པ་དེ་གང་ནས་གང་དུ་མ་ཉམས་པ་བྱས་ནས་གང་ནས་གང་དུ་འཕེལ་བའོ་དེ་ནི་བྱེད་པ་ལ་ཡཱས། དང་ངེས་པར་དུ་གར་དགོས་རེད། ངེས་པར་བག་ཡོད་བསྒོམ་ལ་རག་ལས་པས་དེ་ངེས་པར་དུ་བག་ཡོད་བསྟེན་པ་ལ་རག་ལས་གི་ཡོད་རེད། མཁས་པའི་རྟགས་དང་དཔག་དང་གདམས་པར་བྱའོ་དེ་ནི་གང་ལ་རྣམ་དཔྱོད་དང་ལྡན་པའོ་ཤེས་རབ་དང་ལྡན་པའོ་ད་ང་ཚོ་ཚང་མས་ངེས་པར་དུའོ་ད་བག་ཡོད་བསྟེན་པ་ལ་འབད་རྩོལ་བྱེད་དགོས་ཀྱི་ཡོད་རེད། བག་ཡོད་བཟའ་དེ་ང་ཚོ་ཉིས་བརྒྱུད་འགོག་པ་ལ་ཡང་ཐབས་ལམ་ཡག་ཤོས་ཅི་ཡིན་སོང་ཙང་བག་ཡོད་བསྟེན་དགོས་ཀྱི་ཡོད་རེད་འོ་དེ་སོང། འོ་དེ་རེད་ད། འོ་དེ་ནས་བསྡུ་བའི་ཚུགས་སུ་བྱ་བ་དེ་ད་དེ་བྱས། འོ་གཉིས་པ་ལུས་ཀྱི་མཚན་མཚན་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བག་ཡོད་བསྟེན་པ་བཞི་བྱ་བ་དེ་ལུས་ཀྱི་བཞི་པ། འོ་ད་དེ་ཡང་བྱུང་དུས་ང་ཚོ་བག་ཡོད་བསྟེན་པའི་ལུས་ཀྱི་བཞི་པ་དེ་ཨ་ནི་གྲུབ་འགྲོ། འོ་དེ་རེད། བདག་འདི་ཡ་ཆོད་དུ་ང་ཚོ་ག་རེ་རེད། འོ་དེ་ནི་ལུས་ཡོད་དང་པོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་བསྟན་པའི་ལུས། ལུས་ཡོད་གཉིས་པ་དེ་ཨ་ནི་བྱང་ཆུབ་ཀྱི་སེམས་རང་རྒྱུད་ལ་སྐྱེས་པ་ལས་སོ་སོ་ཀྱི་སེམས་རྒྱུད་དུ་པའི་བཞི་བ་དིར་བ་གཅིག་དང་སེམས་རྒྱུད་དུ་ཁུ་སྙོམས་པོ་གཅིག་འོ་དེ་ནི་ཆེས་གོ་བོ་ཡོད་པ་སོང་ཙང་སྡིག་པ་བཤགས་པའི་ལུས། གཉེན་པོ་ལྟོས་ཤིག་ཚང་བའི་སྒོ་ནས་སྡིག་པ་བཤགས་པའི་ལུས། ལུས་ཡོད་གཉིས་པ་དེ་དེ་ཕྱིར། བདག་ལུས་སེམས་བ་དན་བྱང་ཆུབ་ཀྱི་སེམས་བཟུང་བའི་ལུས་བྱས་ཙང་བདག་གིས་སྔོན་ལ་དང་པོ་བྱང་ཆུབ་ཀྱི་སེམས་རང་རྒྱལ་ལ་སྐྱེས་ན་ཕན་ཐོགས་འདི་རེད་འདི་འདྲ་འདི་འདྲ་ཡོད་རེད་ཟེར་ཕན་ཕན་ཐོགས་དང་ཅིག་གསུང། དེ་ཕན་ཐོགས་དང་མཐོང་བ་འདི་ག་ལ་དེ་ལ་ཡང་དོན་སྣང་གི་དོན་གཉེར་དེ་ལ་ཡང་འདུན་པ་དང་དོན་གཉེར་གྱི་འདུན་པ་དང་ཨོ་དེ་དང་བ་དང་འདུན་པ་དང་བརྩོན་བརྩོན་འགྲུས་དང་སླད་འོང་འདི་གང་ལ་ད་དེ་ནི་ཨ་ལས་དེ་འདི་བྱང་ཆུབ་ཀྱི་སེམས་རང་རྒྱུད་ལ་ངུ་སྐྱེ་བ་ལ་ཡང་སོ་སོ་གི་སེམས་འདི་ཁོ་བྱང་ཆུབ་ཀྱི་སེམས་སྐྱེ་རུང་ས་ག་ཤེད་ཅིག་བཟོ་དགོས་དགོས་རེད་དེ་བཟུང་བ་ལ་སོ་སོ་གི་སྡིག་སྒྲུབ་དུ་ཚོ་སྦྱང་དགོས་དགོས་རེད་ཨོ་དེ་བཤགས་པའི་ལུས་དེ་བྱས་ད་དེ་ནི་ཅིག་ཡག་པོ་ཅིག་ཚ་གཙང་མ་ཅིག་ཏུ་སྤི་སྟག་པོ་ཅིག་ཚ་དེ་གང་ལ་དེ་ནི་བྱང་ཆུབ་ཀྱི་སེམས་འདི་སོ་སོ་གི་བཟུང། འོ་དེ་ཡང་བྱང་ཆུབ་ཀྱི་སེམས་དུ་མ་སོང་བའི་སྔོན་རོལ་དུ་འོ་དེ་ནས་གཅིག་འོ་དེ་ནས་ཡན་ལག་དུ་མའི་སྒོ་ནས་ཚོགས་བསགས་པའི་ཐོག་ནས་འོ་དེ་ནས་གཅིག་བྱང་ཆུབ་ཀྱི་སེམས་དུ་སོང་འོ་དེ་ནས་གཅིག་ད་དེ་ཡན་ཆོད་དུ་ཀ་ར་ལུས་ཀྱི་དང་པོ་གསུམ་དུ་ཀ་ར་རེ་བྱང་ཆུབ་ཀྱི་སེམས་རང་རྒྱུད་ལ་མ་སྐྱེས་པ་སྐྱེད་པར་བྱེད་པའི་ཐབས་སྟོན་པའི་ལུས་ཀྱི་དེ་ལ་ལུས་ཀྱི་དང་པོ་གསུམ་དུ་ཡང་དེ་འདུ་བ། ད་བྱང་ཆུབ་ཀྱི་སེམས་རང་རང་སོ་སོ་གི་དེ་ནས་ཁས་ལེན་བྱང་ཆུབ་ཀྱི་སེམས་ཀྱི་བསླབ་བྱ་དེ་ཚོ་ལ་སློབ་ཀྱི་ཡིན་ཟེར་ནས་དམ་བཅའ་བྱེད་ས་རེད་སློབ་ཀྱི་ཡིན་ཟེར་ནས་དམ་བཅའ་བྱས་པ་ནང་བཞིན་དུ་སོ་སོ་གི་དེ་དང་དེ་དེ་དང་མཐུན་པ་བྱས་ནས་གསུང་དགོས་ཀྱི་རེད་ཉམས་ལེན་བྱེད་དགོས་ཀྱི་རེད་སྒྲུབ་དགོས་ཀྱི་རེད་དེ་སྒྲུབ་པར་བྱེད་པ་ལ་ཡང་སྒྲུབ་པའི་ཐབས་དཀར་ཡོད་རེད་ཟེར་ཏེ་སྒྲུབ་པའི་ཐབས་དེ་བག་ཡོད་ཟས་དེ་བསྒོམ་དགོས་ཡོད་རེད་བྱས་ཙང་བག་ཡོད་ཟས་དེ་བསྒོམ་དགོས་ཀྱི་ཡོད་སོང་ཁོ་ཉིད་སྐྱོན་ལ་སོགས་པ་ལ་མ་འཇིགས་པ་ལ་ཡང་ཐབས་ལམ་ཡག་ཤོས་གཅིག་བག་ཡོད། བ་ཡོད་ཚེ་དེ་གང་ལ་སོ་སོ་ཉིད་སྐྱོ་ལ་འཛེམ་དོགས་བྱེད་པ། དགེ་བ་ལ་སོགས་པ་གོང་འཕེལ་དུ་འགྲོ་བ་ལ་ཡང་དེ་ནི་བརྩོན་པ་བྱེད་པ། དེ་འདྲའི་ཆེད་ཀྱི་ཡོང་དགོས་ར་བ། དེ་ནི་བག་ཡོད་བསྟེན་པའི་ལེའུའོ་ཟེར་ར་བ། དེ་འདྲའི་ཆེད་ཀྱི་དོན་ད་བག་ཡོད་བསྟེན་ཚུལ་དུ་མ་ཞིག་ཡོང་དེ་གང་ལ་ད་མྱུ་གུ་ནི་མ་ད་བདག་གིས་གོང་དུ་ཞུས་པ་ནང་བཞིན་དེ་ནི་བསླབ་བྱ་ལ་གཏུགས་པ་དལ་འབྱོར་གྱི་བསྟེན་ལ་དལ་བའི་བསྟེན་ལ་བརྟེན་ནས་བག་ཡོད་སྒོམ་པ་དང་ཉོན་མོངས་པའི་ཉེས་དམིགས་ལ་སོགས་པ་ལ་བརྟེན་ནས་བག་ཡོད་སྒོམ་པ། དེ་ནི་བག་ཡོད་སྒོམ་ཚུལ་དུ་དེ་ནི་བྱས་ནས་སྡོམ་བསྐྱང་བ་འདི་གང་ལ་དོན་དམ

ད་ཚིག་སྒྲོམ་གྱི་བསླབ་པ་སོང་བ་ལ་ཡང་དེ་ག་རེ་རེད་ཟེར་དུས་གང་ལ་ཤེས་བཞིན་ཧོ་དྲན་པ་དང་ཤེས་བཞིན་གྱི་སོ་སོ་གྱི་སེམས་དུ་སོང་ཐབས་བྱས་པ་ཡིན་ན་ད་སོ་སོའི་ཚིག་སྒྲོམ་དུ་རྣམ་དག་སོང་ཐུབ་ཀྱི་ཡོད་རེད། གཉིས་པ་ཚིག་སྒྲོམ་ལ་སློབ་པའི་ཚུལ་དགེ་བའི་ཆོས་ཀུན་རྟག་པར་སོང་བའི་ཐབས་དྲན་པ་དང་ཤེས་བཞིན་སྐྱོང་གསར་གྱི་ཁྱད་པར་དུ་བྱས་ནས་བཤད་པ་ལ་གཉིས་ཡོད་རེད། སྐྱི་ཡི་དོན་དང་ཡན་ལག་གི་དོན་གཉིས་འདུག་ཨ། ད་དང་པོ་སྐྱི་ཡི་རྣམ་གཞག་ལ་གསུམ་འདུག། སེམས་བསྐྱེད་ནས་བསླབ་པ་ལ་སློབ་དགོས་པའི་རྒྱུ་མཚན། བྱང་ཆུབ་ཀྱི་སེམས། སྐྱེས་ནས། སྐྱེས་པ་ཙམ་གྱིས་འགྲིག་གི་མ་རེད་བྱང་ཆུབ་ཀྱི་སེམས་ཀྱི་བསླབ་བྱ་ལ་སློབ་དགོས་རེད་དགག་པའི་བསླབ་བྱ་དེ་ཚོ་འོ་དེ་ནས་དེ་ལ་མ་འཇིགས་པ་བྱེད་སྒྲུབ་པའི་བསླབ་བྱ་དེ་ཚོ་ཏག་ཏག་ཏག་ཏག་ཉམས་ལེན་བྱེད་པ་འོ་དེ་འདྲས་དེ་སློབ་དགོས་པའི་རྒྱུ་མཚན་གཅིག། ཐབས་ཤེས་རེ་རེ་བ་རེ་རེ་བ་ལ་བསླབ་པས་སངས་རྒྱས་མི་འགྲུབ་པར་བསྟན་པ། བྱས་ཙང། ཐབས་རྐྱང་པ་ཉམས་ལེན་བྱེད་པའི་ཐོག་ནས་ཡང་སངས་རྒྱས་ཀུན་པོ་ཐོབ་དགོས་མ་རེད། ཤེས་རབ་རྐྱང་པ་ཉམས་ལེན་བྱེད་པ་ལ་བརྟེན་ནས་སངས་རྒྱས་ཀུན་པོ་ཐོབ་དགོས་མ་རེད། སངས་རྒྱས་ཀུན་པོ་ཐོབ་པ་ལ་ངེས་པར་ཐབས་ཤེས་གཉིས་ཟུང་འབྲེལ་གྱི་ཐོག་ནས་སངས་རྒྱས་ཀུན་པོ་ཐོབ་དགོས་ཀྱི་ཡོད་རེད། འོ་དེ་རེད་དེ། འོ་མ་འཇིགས་པ་ནང་ལོགས་ག་རེ་རེད། ཀུན་རྫོབ་དེ་ཉིད་ཤོང་ཡང་དཀར་པོ་རྒྱན་གྱུར་པ་ངང་པའི་རྒྱལ་པོ་དེ་ནི་སྐྱེ་བོ་ངང་པ། མདུན་དུ་བདར་ནས་དགེ་བའི་རླུང་གི་ཤུགས་སྟོབས་ཀྱིས། རྒྱལ་བའི་ཡོན་དུ་རྒྱ་མཚོ་ཕག་རོའི་མཆོག་ཏུ་འགྲོ། དཔེར་ན། དཔེར་ན་ང་ཚོ་ལྕགས་ངང་པ་ཅིག་ཨ་ནི་རྒྱ་མཚོ་ཕ་རོལ་ཏུ་འགྲོ་དགོས་པ་ཡོད་ན་ཨ་ནི་གཤོག་པ་གཤོག་པ་གཉིས་ཀ་འདི་འདྲའི་བརྡབ་པ་ལས་དེ་ནི་གཤོག་པ་གཉིས་ཀ་གཡོག་དགོས་དགོས་རེད་དེ་གཤོག་པ་གཉིས་ཀ་ཡང་སྐྱུར་མེད་པ་ཅིག་ཨོ་དེ་ནི་དཔེ་དེ་འདྲའི་བརྡབ་ནི་ཨ་ནི་མཁའ་ལ་ལྡང་ནས་དེ་ནི་རྒྱ་མཚོ་ཕ་རོལ་ཏུ་འགྲོ་དགོས་དགོས་དོ་གཤོག་པ་གཉིས་བཟུང་ལ་དེ་གཤོག་པ་གཉིས་ཀ་ལ་དེ་ཨོ་རྒྱ་མཚོ་ཕ་རོལ་ལ་འགྲོ་དགོས་དགོས་དོ་དེ་དཔེ་རེད། ད་དོན་དུ་འཁོར་བའི་གནས་ནི་འཁོར་བའི་ཕ་རོལ་སངས་རྒྱས་ཀྱི་ས་ལ་ཡང་ནི་འགྲོ་བ་ལགས་གང་ཟག་རང་ཉིད་སངས་རྒྱས་ཀུན་པོ་ཐོབ་པ་ལགས། འོ་དེ་ལྟ་བ་འང་ད་གར་དགོས་པོ་རེད། ཐབས་དང་ཤེས་རབ་གཉིས་ཆ་མཉམ་ལས་ངེས་པར་དུ་དགོས་བདག་གིས་བཅའ་སྡེ་ལ་གཤོག་པ་གཉིས་བཟུང་དགོས་ཀྱི་ཡོད་པ་ནང་བཞིན་འོ་དེ་ནི་སོ་སོ་འོ་དེ་ནི་འཁོར་བའི་རྒྱ་མཚོ་གི་ཕ་རོལ་སངས་རྒྱས་ཀྱི་ས་ལ་འོ་དེ་ནི་ཀླད་པ་ལ་ཡང་འགྲོ་བ་ལ་ཡང། ངེས་པར་དུ་ཐབས་དང་ཤེས་རབ་གཉིས་ཀ་ཟུང་འབྲེལ་དུ་མཉམ་ལས་བྱེད་པ་ལ་བརྟེན་ནས་འགྲོ་དགོས་ཀྱི་ཡོད་རེད་སེམས་དེ། ཀུན་རྫོབ་ཟེར་དུས་གང་ལ་ཀུན་རྫོབ་ཟེར་དུས་གང་ལ་ཐབས་ཀྱི་ཆ་དུ་གསུངས་དགོས་རེད། ཀུན་རྫོབ་དེ་སྙེད་ཟེར་དུས་ཀུན་རྫོབ་དེ་སྙེད་དེ་སྙེད་ཟེར་དུས་གང་ལ་ཤེས་རབ་ཀྱི་ཆ་དུ་གསུངས་དགོས་རེད། འོ་དེ་ཀུན་རྫོབ་དེ་སྙེད་བཤང་ཡང་དཀར་པོ་རྒྱས་འགྱུར་བ། ངང་པའི་རྒྱལ་པོ་དེ་ནི་སྐྱེ་བོ་ངང་པ་ཡིན། འདི་འདི་ལྟར་ནི་དགེ་བའི་ལུང་གི་ཤུར་སྟོབས་ཀྱིས་འོ་དེ་ནི་རྒྱལ་བའི་ཡོན་ཏན་རྒྱ་མཚོ་འཕར་བའི་མཆོག་ཏུ་འགྲོའོ། འོ་ད་དེ་འདྲའི་ཞིག་སོང། དེ་ནས་ནི་ད་གར་འདུག། ཐབས་ཤེས་རེ་རེ་བ་བསླབས་པས་སངས་རྒྱས་མི་འགྲུབ་པར་བསྟན་པ་ཅི། ད་བསླབ་པ་ལ་སློབ་པའི་རིམ་པ་བཤད་པ་ཡང་ང་ཚོ་དེ་ནས་བ་དེ་ནས་ཁོ་ཉམས་ལེན་བྱེད་པའི་སྐབས་ལ་ཉམས་ལེན་ལ་རིམ་པ་ཡོད་རེད། ཚང་ལ་མ་ནོར་བ། གོ་རིམ་མ་ནོར་བ། གྲངས་ཚང་བ། རྒྱུ་ཚོགས་ཚང་བ། འོ་དེ་དེ་ནི་གོ་རིམ་མ་ནོར་བ་དེ་ནི་གཅིག་གི་ཐོག་ནས་ཉམས་ལེན་བྱས་པ་ཡིན་ན་ནི་སོ་སོ་སྒེར་ལ་ཡང་ཉམས་རྟོགས་དང་འོ་དེ་ནི་སེམས་ལ་ཡང་ཕན་ཐོགས་ཆེ་ཡང་ཡོང་གི་རེད། དེ་ནི་མ་བྱས་པ་ཅིག་ནས་གོ་རིམ་བཟློག་ནས་འོ་དེ་ནི་བྱས་པ་ཡིན་ན་དེ་འགྲིག་གི་ཡོད་མ་རེད། འོ་དེ་རེད། དང་པོ་ནི། སེམས་བསྐྱེད་ནས་བསླབ་པ་ལ་སློབ་དགོས་པའི་རྒྱུ་མཚན། བདག་བྱང་ཆུབ་ཀྱི་སེམས་བསྐྱེད་ནས་དེའི་བསླབ་བྱ་ལ་ལོག་དགོས་པའི་རྒྱུ་མཚན་ཅིག་གསུང་གི་འདུག་ད་བར་ཆད་ད་དེ་རི་དེ་མ་ཏོག་འགྲོ་ཐུབ། མ་སོགས་ད་དེ་དེ་བཞག་ནས། ཨ་ནི། ད་རྣམ་པ་ཚོ་འདིའི། མགོ་ནི་མ། ཕར་ཕྱིན་དྲུག་གི་སྐོར་འདས་འདི་ནི་མ། ད་ལྟ་རྩ་བ་མ་མ་སླེབས་པའི་བར་རིགས་དེ་ལ་དེའི་བར་རིགས་ལ་ཕར་ཕྱིན་དྲུག་གི་སྐོར་དུ། དེ་དེ་དེ་དེ་ཡག་པོ་བྱས་འདུག་འོ་དེ་ཚོ་ངེས་པར་དུ་དཔྱད་ཀློག་གནང་རོགས་བྱས་ཟེར་ནས་ཞུ་གི་ཡོད། དེ་ནས་ད་སྔར་ཚོ་བདུན་ཕྲག་གཅིག་གི་ནང་ལོགས་ལ། ཨ་འདི་གཅིག་འདི།

འོ་ཉམས་ལས་བྱེད་དེ་ནི་ཞེ་སྡང་ངར་ཚུགས་ཀྱི་གེ་སར་གང་བསགས་ཡོད་པ་དེ་སྔོན་ནས་འོ་ཅིག། འོ་སེམས་ཅན་ཐམས་ཅད་ལ་ཅིག་བདེ་པོ་སྐྱིད་པོ་ཡོང་བ་དང་འོ་ཅིག་བདུད་མོ་ཐམས་ཅད་དང་བྲལ་བདེ་བ་ཐམས་ཅད་དང་ལྡན་པ་འོ་དེ་འདྲི་གི་བསྔོ་བ་དང་སྨོན་ལམ་འོ་དེ་འདྲི་བྱེད་པ་ཡིན་ན་དཔེ་མི་སྲིད་ཡག་པོ་ཡོད་རེད་བ་འོ་ད་དེ་འདྲི་བྱེད་ཀྱི་དེ་ནི་ཡང་བདུན་ཕྲག་རྗེས་མ་ལས་མཇལ་ཡོང།